ངོ་ལགས་སོ། ཨ་ནི་དགེ་བཤེས་བླ་རི་དམ་པས། ཁྱེད་དང་རྒྱལ་ཁ་ཤང་ལ་བུད་སོ། གྲོ་ན་བུ་ག་རང་གིས་ལེན། དགེ་བཤེས་བླ་རི་དམ་པས་ད། དགེ་བཤེས་ཆེ་ཁ་བས་ཀྱི་ད་ཅེས་བློ་སྦྱོང་དུས་འདུན་མེད་ཀྱི། ད་ཐོག་མ་ཁུངས་གཏུགས་སུ་ཡོད་ནོ་མེད་ན། ཨ་ནི་ད་ཚིག་འདི་ཆག་གོ་རེད་ཟེར་བ། ད་འདི་གི་ག་རེ་བསྟན་གོ་རེད་ཟེར་ན། ཨ་ནི་བདག་གཞན་མཉམ་བརྗེ། གཞན་གཅེས་པར་འཛིན་པ། ཁྱེད་དང་རྒྱལ་ཁ་གཞན་ལ་བུད། གྱོང་དང་བུ་ག་རང་གིས་ལེན། སྐྱོན་ཐམས་ཅད་རང་གིས་རེད། ཡོན་ཏན་ཐམས་ཅད་གཞན་སེམས་ཅན་ལ་དེ་ལས་བྱུང་བ་རེད། དེ་ག་ན་བཞིན་གྱི་ཨ་ནི་དགེ་བཤེས་ཆེ་ཁ་བས་ཀུན་ལ་བཀའ་དྲིན་ཆེ་རུ་བསྒོམ། སེམས་ཅན་ཐམས་ཅད་ལ་ཕ་གནོད་སྐྱེལ་ཡ་ཕ་ཤ་ནི་སེམས་ཅན་ཐམས་ཅད་རང་གི་བཀའ་དྲིན་ཡིན་པ། རང་ལ་སོ་སོ་གིས་ད་ཚེ་འདི་ལ་ཟས་གོས་གནས་གོས། ཨ་ནི་གཏམ་སྙན་གྲགས་ཤེས་ཡོན་གང་ཡོད་བ་ཐམས་ཅད་ཨ་ནི་གཞན་སེམས་ཅན་ལ་བརྟེན་ནས་བྱུང་བ་རེད་ད་དེ་འདྲས་ཡིན་པ་རེད་ཟེར་བ་དེ་དཔེ་མི་སྲིད་ད། གནད་འགག་རེད་ཟེར་དེ་ཚིག་དེ་དཔེ་མིས་ཐུགས་ལ་བཞག་གལ་ཆེན་པོ་རེད་ཟེར་བ། ད་འདི་ནས་ཀྱི་བློ་སྦྱོང་གི་ཨ་ནི་གཅིག་དམ་ཚིག་དང་བསླབ་བྱ་ད་བློ་སྦྱོང་བདུན་གྱི་ནང་ནས་ཀྱི་ཨ་ནི་དྲུག་པ། དམ་ཚིག་དེ་ཨ་ནི་བདུན་པ་བསླབ་བྱ་ད་ཁ་སང། དམ་ཚིག་འདི་ལྟའི་ཁ་ཞིག་འགྲོ་ས་བ་རེད། ད་འདི་ནས་ཀྱི་གསུང་ཡོད་པའི་སྐབས་ལ། ཅིག་དམ་ཚིག་བཅོ་བརྒྱད་དང་བློ་སྦྱོང་གི་བསླབ་བྱ་ཉི་ཤུ་རྩ་གཉིས་དེ་ཨ་ནི་སོ་སོའི་རྒྱུད་ལ་ཚང་གི་འདུག་མི་འདུག་ཕ་གཟིགས། ཚང་གི་ཡོད་ན་ནས་སོ་སོའི་རྗེས་སུ་ཡི་རང་བསྒོམ། དངོས་གནས་དྲན་ནས་ང་རང། དེ་འདྲའི་བློ་སྦྱོང་གི་བསླབ་བྱ་སྟོན་ཟོ། དམ་ཚིག་སྟོན་ཟོ་དེང་གི་མདོ་ཨ་བསམ་ཡོད་རོགས་ཨ། དེ་འདྲའི་འཚང་གི་མེད་ན་ཨ་ནི་སོ་སོ་ཡང་ད་འདྲ་ཡང་བྱེད། པ་བྱེད། མ་འོངས་པ་ལ་དེ་འདྲའི་འཚང་ཡ་གི་ད་དེ་དེ་རིང་ནས་བཟུང་ནས་མ་འོངས་པ་ལ་དེ་འདྲའི་བསླབ་བྱ་དང་ཨ་ནི་བློ་སྦྱོང་གི་དམ་ཚིག་སྟོན་ཟོ། སོ་ལ་སོ་སོའི་རྒྱུད་ལ་རྟོགས་པ་སྐྱེ་ཡ་གི། ཨ་ནི་དེ། དགོངས་པ་བཞེས་པར་བྱས་སོ། ད་ག་ས་འདི་དམ་ཚིག་གཅིག་ན་ནི་གང་ལ་གཅིག། འདི་གནང་ན་བག་ལ་དོན་གྱི་འདུག། ད་ནི་འདི་བྱས་ན་ཀུན་ལ་ཉོན་མོངས་རོ། ཉོན་མོངས་གང་ཚེ་སྔོན་ལ་སྦྱངས། དེ་དཔེ་མི་སྲིད་གནད་འགག་རོ། དཔེར་ན་སོ་སོའི་རྒྱུད་ལ། ཉོན་མོངས། སྒྲ་མི་འདྲ་སྐྱེ་བོར་ད་ཉིད་ཞལ་གཅིག་ལ་སོ་སོའི་སེམས་ད་ཉོན་མོངས་ཡིན་པ་ངོས་འཛིན་ཐུག་གོ་མ་རོ་བ་སོ། ཉོན་མོངས་སྒྲ་མི་འདྲ་ཤུགས་ཆེ་ཆུང་མང་པོ་ཅི། ང་ཚོའི་ཤེས་པ་དེ། ག་བ་ག་ས་རྒྱུག་བདེ་བོ་རེད། ད་སྒོམ་འདི་འདྲའི་ཚིག་དངོས་གནས་ཐོས་ནས་དམིགས་པ་བརྟན་པོ་རྒྱས་པའི་སྐབས་ལ་ནི་ཁོ་གནས་ཐོས་བྱས་གཞན་རྙེད་ཁུག་པའི་སྐབས་ལ་ནི་བཤད་པ་འདི་དག་ཅིག། གང་གཱ་དབང་ཤེས་འགའ་གང་ཡེ་ཤེས་ཁོ་ནའི་ཕྲ་མོ་ཅན་མ་གཏོགས་ང་ཚོས་བཤད་པ་དེ་ཁ་བ་དཀར་སར་རྒྱུགས་འགྲོ་གི་འགྲོ། རྒྱུགས་ཡོང་དུས་ག་ལ་ནི་ཉོན་མོངས་འདྲ་མི་འདྲ། དཔེར་ན་ཅི། ཁ་ཟས་རྩ་ཉོན་དྲུག་ཉེ་ཉོན་ཉི་ཤུ་འདྲ་མི་འདྲ་སྐྱེ་གི་འདུག། ད་སོ་སོའི་རྒྱུད་ལ་བལྟ་བྱའི་ཕྱིར་ནི་ངའི་རྒྱུད་ལ་ནམ་རྒྱུན་ཉོན་མོངས་འདི་ག་འདྲའི་ཅིག་ཤུགས་ཆེ་སྐྱེ་གི་འདུག། ཅེས། རོགས་པ་ནང་ཚང་ཡིན་ན་ཆ་ཡོད་འགྲོ་ལ་ཨོ་ཡིས་ངའི་རྒྱུད་ལ་ཁྱོད་ང་ཁོང་ཁྲོ་ཚ་བོ་འདོད། ང་ང་རྒྱལ་ཚ་བོ་འདོད། ང་ཞེ་སྡང་ཚ་བོ་འདོད། དེ་འདྲའི་དཔེ་གིས་སོ་སོ་གའི་བསམ་བློ་དང་མི་ལ་སྐད་ཆ་དྲིས། ཨ་ནི་ཁྱོད་དངོས་གནས་ཁྲོས་ནས་ཁོང་ཁྲོ་ཚ་བོ་འདུག་ད་ཟོས་ག་ལ་ཨ་ནི་འདི་ཉིན་ག་ནས་ཀྱི་ཁོང་ཁྲོ་འདི་ལ་གཉེན་པོ་བཏང་ཡག་མ། མང་དུ་སྒོམ་ནས་ཅེས་ཞེ་སྡང་གི་དམིགས་པ་བྱམས་པ་ཤུགས་ཆེན་མོ་བསྒོམ་ཡ། དེ་འདྲས་ཅིག་བྱེད་དགོས་རེད་ཀུན་ལ་ཉོན་མོངས། ཉོན་མོངས་གང་ཚེ་དངུལ་ལ་སྦྱངས་དེ་རེད་རོ། ངག་དབང་ཚེ་དང་ནི་བཅུ་གཅིག་པ། བློ་ཆུང་གི་དམ་ཚིག་བཅུ་གཅིག་པ། ཤ་ངན་མ་དགོས་ཟེར་བ། ཤ་ངན་མ་དགོས་ཟེར་ཉིན་དེ། ནམ་རྒྱུན་ང་རང་ནམ་ལོག་ལ་རྩེད་རྒྱག་ཡ། ད་ང་ཚོ་གདན་ས་ཁག་ལ་ཡིན་ན་ཨ་ནི་དགོན་བདག་རྩོད་པ་རྩོད་ནི་པ་ཅིག་ཞུ་བྱེད་ཀྱི་འདུག་བ། ད་དེ་དུས་སུ། རྩོད་པ་རྩོད་ཡའི་དུས་སུ་ཁོ་ཡག་གི། ཅིག་ཆོས་ཀྱི་ཐོག་ལ་བགྲོ་གླེང་བྱེད་དགོས་རོགས། ད་ང་རང་ཟེར་གྱི་གའི་སྐུ་མ་ཡིན་པ་ལ་ཨ་ནི་གཅིག་ཕ་གཅིག་ལབ་ཚུལ་གཉིས་ལབ་ཨ་ནི་ཕ་གཅིག་ཞུས་ན་ཚུལ་གཉིས་གསུམ་ཞུས་འོ་དེ་འདྲས་གི་བྱེད་རྒྱུ་མ་རེད་ཟེར་བ་ཤ་ངེས་མིན་དགོས་དེ་འདྲས་བྱེད་བ་ཡིན་ན་ཨ་ནི་དེ་སོ་སོའི་རྒྱུད་ལ་ཉོན་མོངས་སྐྱེ་ཡ་ཕ་སོ་རྒྱུད་ལ་ཉོན་མོངས་དུག་གསུམ་སྐྱེ་ཡ་དེ་འདྲས་གི་རྐྱེན་པས་ཨ་ནི་བློ་སྦྱོང་གི་བྱམས་པ་དང་སྙིང་རྗེ་ཨ་ནི་ཅི། རང་གཅེས་འཛིན་ཡ་ཕེ་ཡ་གི་སྐྱོན་མང་པོ་ཡོད་ན་ཟ་འོ་འདི་གནང་རྒྱུ་མ་རེད་སོ། ད་འདུ་འཛོ་དེ་ནི་མ་ཀོ་ཞེ་དྲག་ཡོད་མ་རེད་ཕ་ཀེ་སི་ཨིན་ཇི་ཐོར་འདུ་ཨས་ཕ་མགྱོགས་པོ་མགྱོགས་པོ་ཞེས་སོང་འགྲེལ་བཤད་ཞེ་དྲག་རྒྱག་གི་མེད་གསུང་ཟེར་རོ། ད་དེ་ནས་ཀྱི་འཕྲང་མི་སྒུགས། ད་དེ་ང་རང་ཚོ་རྒྱུད་ལ་འགྲམ་རྒྱུད་ནས་སྐྱེ་བོར་གདའ། ཅིག། ཕ། ཚུར་གནོད་པ་འདྲི་བ་བྱས་སོང་ན། ཨ་ནི་གནས་སྐབས་ཕ་ཆོ་མི་དེ་ཅེས་དཔལ་འབྱོར་དང་ཨ་ནི་ཅི་ཁོ་གོ་གནས་མཐོ་བོ་ཡོད་ཨིན་ཙང་ཨ་ནི་ཕ་ནམ་ས་གནོད་པ་བྱས་མ་འདུག་ཅེས་ཨ་ནི་སྒུག་བསྡད་ཡ་བསྡད། ད་ཉི་མ་གཅིག་ཁོ་ང་བལྟས་ཤེས་ཨ་ཁོ་ཉི་མ་གཅིག་ངས་བལྟས་ཤོག་ཁོའི་ནང་མིར་བལྟས་ཤེས་ངས་ཁོའི་སྤུ་གུར་བལྟས་ཤེས། ཁོས་ད་ཅིག་ཁྲུས་ཆ་མོ་འདྲ་བལྟས་ཤེས་ཟེར་ནས་དེ་འདྲའི་གི། ཅིག་ད། ག་ལ་བར་ད་ཁོང་ཁྲོ་དེ་འདྲའི་སེམས་ལ་ཉག་བསྡད་འདུག་ཨ་འོ་དེ་འདྲའི་ལ་ཨ་ནི་གནོད་ལན་གནོད་པན་ཅེས་པ་སྒུག་བསྡད་ཡ་བསྡད། ཁྲང། ཁྲང། འདིར་འཕྲང་སྒུག་པ་སོགས་ད་འཕྲང་མི་སྒུག་ཟིན་ཡང་དེ་འདྲའི་རྩ་བ་ཉིད་བྱས་ཡོད་མ་རེད་ཟེར་བ་རྐྱེན་ངན་ལམ་དུ་བསྒྱུར་བ་སོ་སོར་རྩུབ་གནོད་སྐྱེལ་བས་ན་དེ་འདྲའི་རྐྱེན་ངན་ལམ་དུ་བྱང་ཆུབ་ལམ་དུ་བསྒྱུར་ཡག་གི་ནམ་བཟང་ཁོང་ཁྲོ་དེ་མེད་པར་བཟོ་ཡག་གི་དགོངས་པ་བཞེས་དགོས་རེད་ཟེར་བ།
ད་བཅུ་གསུམ་པ་གནས་ལས་གནས་ལས་མི་ཨབ་སི་ལ་འདུག་ཟེར་གནས་ལས་མི་བའི་ཀུན་སློང་གང་གང་ད་ཅི་ཁ་ཤས་འདོད་ཆགས་ཁོ་ཤས་ཀྱི་ང་རྒྱལ་ཁ་ཤས་ཀྱི་གཡོ་སྒྱུ་འདི་འདྲའི་ཀུན་ནས་བསླང་གི་འདུག་ཟེར་བ། གནས་ལས་མི་འབའ་ནི་ཀུན་སློང་ཆགས་པའི་དབང་གིས་གཞན་གྱི་མཚང་འབྲུ་བ། རང་གིས་གཞན་གྱི་ཉོན་མོངས་དེ་ཤེས་ནས། ཨ་ནི་ཁོ་དེ་འདྲའི་མི་ཚོགས་མང་པོ་དང་ལས་ཁུངས་འདི་འདྲའི་གི་ནང་ལ་ཁོ་ཡོད་པས་ཨ་ནི་མི་ཁོ་དགའ་ཁོ་སྐྱོན་བརྗོད་ནས། སྐྱོན་བརྗོད། གནས་སའི་གནད་འགག་འདི་ལ། དངོས་གནས་བྱས་ནས་མི་ཚོགས་ཀྱིས་འདི་ལ་དེ་འདྲའི་སྐྱོན་བརྗོད་ན། ཁོ་ལ་གནོད་གི་རོ། ཨ་ནི་དེ་ཡང་མ་ཟད་ཨ་ནི་ཁོས་གི་ག་རེ་གནས་ན་ཨ་བས། ཁོའི་སྐྱོན་གང་ཡང་ཚང། ཡ། སྐྱོན་གང་གིས་གྲུབ་བ་སྟོན་པ་ཚང་ཟིན་གྱི་སྐྱོན་གང་སྟོན་པའོ་དེ་འདྲས་བྱེད་རྒྱུ་མ་རེད་ཟེར་བ།
ཉིད།
ད་འདི་ནས་ཀྱི་བཅུ་བཞི་པ་དེ་རྫོགས་མཁན་དབྱངས་ལ་མི་འཇོག་ད་རྫོགས་ཟིན་གྱི་བོད་ལ་ད་འདི་ཡོད་རོགས་ཨ་ནི་བླངས་ཟིན་ད་ང་ཚོ་གོ་བདེ་བོ་བྱས་ན་དཔེར་ན་སྟག་གི་ཁལ་དེ་རྟ་ལ་སྐེ་ཁེགས་ཏེ་བུང་གུ་ལ་སྐྱེ་བ་ཡིན་ན་བུང་གུས་ཁྱོ་གུ་མར་བ་བ་ཟེར་ད་ཨ་ལས་འདི་མཛོ་ཁའི་གཡང་ལོ་ཟེར་གཅིག་པ་རེད་དོ་འདར་བ། དཔེར་ན་རང་བཞིན་གཉིས་ཀས་ཀྱིས་རང་དང་གཞན་གཉིས་ཀས་ཀྱིས་དཔེ་མཚོན་འགྲོ་བ་བཞིན་རང་དང་གཉིས་ཀ་གིས་འཁྲུག་པ་འདོད་གུ་འོ་མ་རེད་གོ་འཁྲུག་པ་ཟིན་འདོད་གུ་མར་བ། ཨ་ནི་གཅིག་གིས་འཁྲུག་པ་བརྒྱབ་འཁྲུག་པ་བརྒྱབ་ནས་པུ་ལུས་ལ་དེ་འདྲས་ཡོང་ནས་རྩིས་རྟགས་བལྟ་འདོད་ག་ལ་ང་མེན་ཁོག་རེད། བ་སྐད་ཞིག་འོང་འདུག་ཨ། ད་དེ་འདྲའི་དཔེ་མཚོན་འདྲ་ཞུས་པས་འོ་དེ་འདྲའི་རིགས་དེ་ལ་རྩ་བ་ནས་གནང་རྒྱུ་མ་རེད་དེ་འདྲའི་གནང་བ་ཡིན་ན་ཨ་མདོ་བློ་སྦྱོང་གི་དམ་ཚིག་ཉམས་འགྲོ་བ་རེད་ཟེར་བ། སོ་སོའི་སྐྱོན་ཡིན་ན་སོ་སོའི་སྐྱོན་ངོས་ལེན་བྱེད། ངོས་ལེན་བྱེད་པར་མ་འདོད་ཅིག་སོ་སོའི་སྐྱོན་ཡོད་བ་དག་བ་མི་ལ་སྐྱེས་ན་ཨ་ནི་དེ་བློ་སྦྱོང་གི་དམ་ཚིག་དེ་འགལ་འགྲོ་བ་རེད་ཟེར་བ། ད་དེ་གཡོ་སྒྱུ་ཀུན་ནས་ལ་གཡོ་སྒྱུ་ཀུན་སློང་འདུག་གཡོ་སྒྱུ་ཀུན་ནས་བསླང་གི་འདུག་ཨ། ད་དེ་ནས་ཀྱི་མགྱོགས་ཀྱི་རྩིས་མི་འདོད། ད་དེ་ང་རང་ཚོ་ནས་ཏན་ཏན་ཡོད་རེད། སྒྲོག་གི་རྩིས་མེད་དེ་ཟེར་ནས་རྩ་བའི་གེགས། སྤྱི་དཔལ་གྱི་དང་རང་གཞན་གཉིས་ཀ་ལ་དབང་བ། དཔེར་ན་ཞལ་ལག་འདི་འདྲས་བཏང་དུས་གང་ལ་ཞལ་ལག་བག་བང་གཅོད་དུས་གང་ལ་དང་བང་གཅོད་དགོས་རོ། བང་གཅོད་དུས་གང་ལ་ཞལ་ལག་སོ་སོར་དབང་དགོས་རེད། ཡིན་ནས་གི་དང་ངག་སྔས་ལ་སླེབས་ན་ཅིག་བསམ་ནས་ཡ་གས་ལ་མགྱོགས་པས་བང་མ་དྲིལ་ཞིག་མགྱོགས་པོ་སྔས་ལ་ཐོབ་ན་བསམ་ནས་ཡ་གས་ཁ་ལག་ཡ་ག་དེ་ང་ལ་རེག་གི་མ་རེད་ཆད་འགྲོ་གི་རེད་སྒྲོག་གི་རྩིས་མེད་ཟིན་འོ་དེ་འདྲས་གི་གནང་ན་འགྲིག་གི་མ་རེད། ཕྱོགས་གཅིག་ཡོང་དུ་བ་གཅིག་ཨ་ནི་ཚོགས་པས་གི་ལྕགས་ལག་འདི་འདྲས་ཚོགས་པ་གི་ལྕགས་ལ་འདི་འདྲས་ཨ་ནི་གཞན་གྱི་སྨན་པ་དང་སྐྱོ་བོ་འདི་འདྲས་ལ་མ་བཏང་ཡོད་ན་ད་སྤྱི་པའི་ལྕགས་ལ་བྱེད་དོ། ཨ་ནི་ཁོ་རང་གི་ངོ་སོ་འགྲོ་བའི་ཁྱད་ནི་ཁོ་རང་ངོ་སོ་སྐྱ་བོ་དེ་འདི་ངའི་ཆེད་ཡིན་དང་ངའི་རྟེན་ཡིན་ལེགས་པོ་འདུག་ད་དེ་འདྲས་བྱས་བ་ཡིན་ན་ཨ་ནི་འགྲིག་གི་མ་རེད་མགྱོགས་ཀྱི་རྩེ་ས་ཁོ་འདི་ང་རང་ཚོར་བསྟན་འཛིན་ཡོང་གི་རེད་ང་ཚོ་ག་བ་ཡིན་ནས་སྨན་ཁང་བང་སྒྲིག་གི་འདུག་ག་བ་འགྲོ་ནས་ཀྱི་ལས་ཀ་འདི་འདྲས་ལ་བང་སྒྲིག་གི་འདུག་སྨན་ཁང་རེད་ད་བྲེ་སྲོན་རེད་ག་བ་ཡིན་ན་བང་སྒྲིག་གི་ཡོད་རོགས་འདི་ཚོ་དངོས་གནས་ཡིན་ལུས་ཚུལ་ལྡན་བྱས་ནས་བང་སྒྲིག་པོ་ན་སོ་སོ་སྔས་ལ་ཡོང་ནས་ནམ་སང་བྱས་ཡོད་རོགས་ཨ་ནི་སོ་སོ་བང་འབྲིང་པོ་དང་རང་གཅིག་འཛིན་ང་རྒྱུ་འཛིན་བྱས་ནས་ང་ལྔས་ལ་སླེབས་དགོས་ཡོད་ང་ལྔས་ལ་ཡག་བགོ་དགོས་བསམ་པའོ་དེ་འདྲའི་དེ་སྣང་བ་སྣང་རྒྱུ་མ་རེད་ཟེར་བ་མགྱོགས་ཀྱིས་བརྩད་མི་སྲིད་ཟེར། ད་འདི་ནས་ཀྱི། ལྟོ་ལོག་མི་བྱ་ཟེར། ལྟོ་ལོག་མི་བྱ་འདི་ནང་ལ་གསལ་བོ་ཁེལ་མི་འདུག་ཡིན་ནས་ཀྱི་འདི་ནང་ལ་གསལ་བོ་འདུག་འདི་ནས་ཡོད་ན་ལྟོ་ལོག་མི་བྱ། རྟོག་དཔྱོད་མི་བྱ་ཟེར། ད་ལྟོ་ལོག་མི་བྱ་ཟེར་ཡིན་ཏེ། ད་འདི་ལ་འགྲེལ་བཤད་ཁ་ཤས་རྒྱག་ཡ་འདུག་སོ། ཁ་ཤས་ཀྱིས། སོ་སོ་ལ་ཅིག་སྐྱེ་བོ་བྱུང་ན་བསམ་ན་ཨ་ནི་ཞབས་བརྟན་འདི་འདྲས་བསྒྲུབ་ཡ། མི་གཞན་ལ་ག་རེ་གནོད་ན་གནོད་ག་རེ་བྱེད་ན་བྱེད། དེང་སང་ང་ཚོ་ཐུགས་དང་ཡ་འདི་འདྲས་ཡོང་འདུག་བ་ཐུགས་དང་ཡ་འདི་འདྲས། སོ་སོ་ལ་ཅིག། ཡག་པོ་བྱུང་ཡ་བྱུང་ན་ཨ་ནི་མི་ལ་གནོད་ནས་གནོད། འདི་འདྲས་ཀྱི་ཞབས་རིམ་བསྒྲུབ་ཡ། ད་ལྟོ་ཅོ་ལོག་པ་ར་གོ། ལྟོ་ཅོ་ལོག་པ་ལ་ལྟོ་ཅོ་ལོག་པ། ཨ་ནི་ཟས་དང་གོས་དང་གཏམ་ལ་སོགས་པ་ཡང་ཨ་ནི་ཅིག་སོ་སོ་ཀྱི། གཏམ་སྙན་གྲགས་དེ་འདྲ་ལ་སོགས་ནས་ཨ་ནེ་སོ་སོའི་རྒྱུད་ཀྱི་རང་གཅེས་འཛིན་ཡར་འཕེལ་ཕྱིར་དུ་དེ་འདྲའི་བྱེད་བ་ན་ཁོ་ལྟོ་ཅོ་ལོག་པ་རེད་ཟེར་བ། དངོས་གནས་དེ་ནི་སེམས་ཅན་ཐམས་ཅད་ཀྱི་དོན་དུ་ཞབས་བརྟན་བཟོ་བ་ཡིན་ན་ལྟོ་ཅོ་ཡང་དག་པ་རེད་ཟེར་དེ། ལྟོ་ཅོ་ཡང་དག་པ་རེད། རང་གཅེས་འཛིན་ཀུན་ནས་བསླངས་ནས་ཨ་ནེ་ཅེས་མི་ལ་གནོད་ནས་གནོད་ག་རེ་བྱས་ནས་ང་རང་ཡག་པོ་བཞུགས་ན་བསམ་ནས་ཞེས་ཐུགས་དང་ཡང་དག་པ་དེ་འདྲའི་གི་ཅེས་ཞབས་རིམ་སྔགས་ལ་སོགས་པ་དེ་འདྲའི་བྱེད་བ་ན་ཨ་ནེ་འགྲིག་གི་མ་ལྟོ་ཅོ་ལོག་པ་དེ་འདྲ་ཡིན་ན་ཨ་ནེ་བློ་སྦྱོང་གི་དམ་ཚིག་དེ་འགལ་འགྲོ་གི་རེད་ཟེར་བ། དང་ང་རང་ཚོ་ཞབས་རིམ་མང་པོ་སྒྲུབ་ཀྱི་འདུག་ཀྱང་ལ་ནི་ཀུན་སློང་ཡག་པོ་འཁེལ་བའི་དཔེ་མི་སྲིད་ཡག་པོ་རེད་ཅེས་སོ་སོའི་ཞབས་རིམ་དེ་སོ་སོ་ཡེ་ནས་ཀྱི་བསམ་པ་ཀུན་སློང་དེ་ལ་ནི་ང་ཞབས་རིམ་སྒྲུབ་ཡས་དེ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཡིན་ཨ་བསམ་ནས་དེ་འཇིགས་བྲོ་བས་ན་སོ་སོ་དེ་སེམས་ཅན་ཐམས་ཅད་ཀྱི་འདི་ན་ཚུད་ཡོད་རོ་ཨ་ཟེར་བ་ཚུད་ཡོད་རོ་ཨ་ཟེར་དེ་འདྲས་ཀྱི་ཀུན་སློང་གིས་འཁེལ་བ་ཡིན་ན་སོ་སོ་ཀྱི་འགྲོ་སོང་བཏང་ཡས་གང་ག་ཨ་ནི་ལྟོ་ཆོས་རྣམ་དག་ཏུ་གྲུབ་དགོས་རེད་ཟེར་བ་ལྟོ་ཆོས་རྣམ་དག། ཚོགས་གསོག་གི་བདག་ཅེས་ནམ་རྒྱུན་འབུལ་བ་ཕུལ་ཡ་རེད་ཞལ་ལག་ཕུལ་ཡ་རེད་ཨ་ནེ་གཅིག་སྐྱབས་ནས་དཀོན་མཆོག་གསུམ་ལ་བདག་གཅིག་ཆོས་མེད་ལ་སོགས་ག་རེ་ཕུལ་ཡ་རེད་འདི་ཚོ་གང་གཱ་ལྟོ་འཕྱོའི་རྣམ་དག་ཏུ་འགྲོ་གོ་རེད། ད་རང་གཅེས་འཛིན་ཁོ་ན་བསམ་བློ་བཏང་ནས་ང་རང་གཅིག་པུ་སྐྱིད་པོ་བྱུང་ན་བསམ་ནས་དེ་འདྲའི་ཀུན་སློང་བཤད་ན་ཨ་ནེ་ད་འདི་ཕུལ་ཡ་གང་གཱ་ད་ལོ་ཆོས་རྟོགས་ཆོས་ལོག་པ་ཟོ་འདི་འདྲས་ཀྱི་ཡང་ད་འདི་འགྲེལ་བཤད་རྒྱབ་ཀྱི་འདུག་ཟེར་བ་ཨང། ང་རང་དང་བློ་སྦྱོང་གི་ཉམས་ལེན་ཆེ་བ་ད་འདི་འདྲས་གང་ལ་རྟོགས་ནས་མ་སྒོམ་ནས་རྟོགས་ནས་སྒོམ་ནས་ད་འདི་འདྲས་ཀྱི་ཅིག་ཀུན་སློང་ཡག་པོ་འཁྱེར་བ་ཡིན་ན། ཨ་ནུ་ཚོགས་རླབས་པོ་ཆེ་མ་ས་ཡོད་རེད་ཁོང་སེམས་ཅན་ཐམས་ཅད་དམིགས་པ་བྱས་ནས་བསམ་བློ་བཏང་བ་ཡིན་ཙང་སོ་སོ་མི་གཅིག་བསམ་བློ་བཏང་བ་དང་སེམས་ཅན་ཐམས་ཅད་བསམ་བློ་བཏང་བ་སེམས་ཅན་ཐམས་ཅད་བསམ་བློ་བཏང་དུས་བློ་རྒྱ་རྒྱ་ཆེན་པོ་སྐྱེ་གི་འདུག་ཟེར་བ། ཚོགས་ཆེན་མོ་ལ་ཁྱབ་པ་ཡོད་རེད་ཟེར་བ། དཔེར་ན་བླ་མ་དང་གསུང་གི་འདུག་བ་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ནང་འདུག་བ་དཔེར་ན་མི་གཅིག་གིས་མཆོད་མེ་རྐང་གཅིག་ཕུལ་བ་ཡིན་ན། ཨ་ནུ་མ་འགྱུར་ནམ་མཁའ་མཐའ་དང་ཉམས་པའི་སེམས་ཅན་ཐམས་ཅད་མཆོད་མེ་རྐང་རྗེས་རི་ཕུ་ཡར་གེ་སོ་སོགས་མཐའ་སྐོར་ལ་ཡོད་བསམ་ནས་དེ་འདྲའི་ཅིག་གོམ་པ་བཞེས་དགོས་ཀྱི་རེད། ད་ང་རང་ཚོ་ནམ་རྒྱུན། ཞེས་སྒྲ་དང་དུ་བ་པི་ཤ་བོ་རོ། ད་སྐུ་ལས་བཀའ་དྲིན་ཆེ་བར་བསྒོམ། དུ་སོ་མའི་སྐུ་ལས་བཀའ་དྲིན་ཆེ་བར་བསྒོམ་བསམ་ནས་ཨམ་ཆད་སེམས་ཅན་ཐམས་ཅད། དཔལ་ལྡན་སྤྱིའི་མཆོད་མེ་རྐང་རེར་སོ་སོ་ཕྱག་བཙལ་བའི་སྐབས་ལ་མ་འགྱུར་ནམ་མཁའ་མཐའ་དང་ཉམས་པའི་སེམས་ཅན་ཐམས་ཅད་ཁྱི་ལྟ། ཕུང་པོ་འདུ་འཛོ་ཡེ་ན་ཡང་ཅིག། ངོ་བོ་ཁྱེད་ལྟ་ཕུང་པོའི་རྣམ་པ་མིའི་རྣམ་པ། སྔོན་གནས་དགྲ་གནས་ཅིག་མཛའི་བོ་སྙིང་རྗེའོ། དེ་འདྲའི་གོ་བསྒོམ་པ་ཤེས་ནས་ཕྱག་སྤུལ་བ་ཡིན་ན། བསམ་པ་རྒྱ་ཆེན་མོ་ཅིག་ཚོགས་ར་བོ་ཆེ་ས་ཡ་རེ་གསུངས་འདུག་ཨང། ད་འདི་ནས་བཅུ་བདུན་པ། ལྷ་བདུད་དུ་མི་བབ་པ། ད་ང་རང་ཚོ་ནམ་རྒྱུན་གྱི་ལྷ་དང་ཀླུ་དང་སོ་ཡ་གའུ་ཡོ་རོ་བ་སོ་བ། ཅིག་ད་འདུ་འཛོ་ཀུན་སློང། དཔེར་ན་ང་བསམ་བློ་བཏང་ནས། ང་ཚོང་ཡག་པོ་བྱུང་ན་ང་ཤེས་ཡོན་ཡག་པོ་བྱུང་ན་ཨ་ནི་ཅིག་ང་སྐྱིད་པོ་བྱུང་ན་དེ་འདྲའི་ཀུན་སློང་ཅིག་ཁེལ་ནས་ད་ཨ་ནི་འཇིག་རྟེན་ལས་འདས་པའི་ལྷ་ནི་ད་སོ་ན་ད་འགྲིག་གོ་རེད་བསོ་དངོས་ནས་སྐྱབས་ཐུག་གོ་རེད་ང་ཚོ་ཨ་ནི་འཇིག་རྟེན་པའི་ལྷ་དེ་འདྲའི་ཅིག་ལྷ་དང་ཀླུ་དང་དང་ནུས་ཅིག་རྒྱལ་པོ་བཙན་དེ་འདྲའི་བསོས་ཨ་ནི་ཅིག་ཁོང་ཚོ་ལ་ཕྲན་བུ་ཕྲན་བུ་ང་ཚོ་ཁོང་ཚོ་ལ་ཆོས་ཉིད་ཀྱི་སྟོབས་ཀྱི་མངོན་ཤེས་དང་བཟོ་སྒྲུབ་དེ་ཡོད་རེད་ཕན་ཐོག་གོ་རེད་བསོ་ཡང་ཉི་མ་ཅིག་སྣོད་སྐྱེས་དུས་གང་ལ། ད་ལྷ་དེ་ཡག་པོ་མི་འདུག་ཅེས་ད་འདི་ལྷ་བདུད་དུ་བར་བ་ད་གོ་འདི་གཉིས་ཀ་དང་སོ་སོར་གནོད་སྐྱེལ་རོགས་ད་གོ་ལྷ་འདི་ལྷ་མ་རེད་ང་ལ་གནོད་སྐྱེལ་སོང་ལྷ་བདུད་རེད་ལས་ཡོང་དུ་བ་དེ་ག་ནང་བཞིན་གྱི་ང་རང་ཚོ་ཐེག་པ་ཆེན་པོའི་ཆོས་ཉམས་ལེན་བློ་སྦྱོང་བྱེད་པ་ལ་ཨ་ནི་སྐུ་རླུང། གཅིག་གཞན་གཅེས་འཛིན་གྱི་ཀུན་ནས་བསླང་བ་དང་བྱང་ཆུབ་སེམས་ཀུན་ནས་བསླང་བ་མ་བྱེད་ཅེས་ཨ་ནི་རང་གཅེས་འཛིན་དང་ཨ་ནི་ཉོན་མོངས་དང་འབྲེལ་བའི་དེ་འདྲའི་གི་ཆོས་པ་ཅིག་ཡིན་ན། དེ་འདྲའི་ཆོས་བྱེད་མཁན་མི་དེ་ཡང་ལྟ་སྐོར་བདུད་རེད་སྐོར་ཆོས་པ་མ་རེད། དེ་འདྲའི་ཡིན་བ་ཡིན་ཙང་ལྷ་བདུད་དུ་འཕགས་བ་ནི་བྱེད་རྒྱུ་མ་རེད་སྐུ་ནི་བློ་སྦྱོང་གི་རྣམ་བློ་སྦྱོང་གི་ཉམས་ལེན་བྱེད་མཁན་ཡིན་ན་ཨ་ནི་གཞན་གཅེས་འཛིན་ཀུན་ནས་བླངས་ནས་ཨ་ནི་སེམས་ཅན་ཐམས་ཅད་ཀྱི་དོན་དེ་འདྲའི་དགོངས་པ་བཞག་ནས་ཆོས་བྱེད་བ་ཡིན་ན་ཨ་ནི་དངོས་གནས་དེ་འདྲ་དག་ཆོས་པ་རྣམས་དག་ཚལ་གོ་རེད་ཟེར་བ། ད་ལྟ་དེ་འདྲའི་རིགས་འདི་ལ་སྤྱི་ཚོགས་ནང་ལ་སྐོར་མང་པོ་ཞིག་གསོ་བདེ་སྐོར་གསོ་ན་འགྲིག་སྐོར་གསུངས་ཡོད་ན། ཡིན་ནའི་ཁོང་ཚོ་ཅིག་སྐྱབས་གནས་དང་དད་པ་ཡིད་ཆེས་ཆེ་བ་མ་ཡིན་པའི་སོ་སོ་གྲོགས་པོའི་ཚུལ་དུ། ཁོང་ཚོ་གྲོགས་པོའི་ཚུལ་དུ་ཨ་ནི་དེ་འདྲའི་གི་ཅིག་བསམ་བློ་བཏང་བ་ཡིན་ན་མིག་གིས་མཐོང་ཡ་གལ་ཡོད་མ་རེད། སོ་སོ་གྲོགས་པོའི་ཚུལ་དུ་དེ་འདྲའི་གི་བྱེད་སྐོར་མ་འདུག་ཅིག་ཁོང་ཚོར་དད་པ་ཡིད་ཆེས་བྱས་ཡོད་མ་རེད་ད་མང་ནས་ད་ཚོ་བར་མདོ་བ་དང་ཨ་ནི་ད་ཡི་དྭགས་ཆགས་བདེ་སྐོར་རེད་ཟེར་བ། ཡང་དེ་འདྲའི་ཅིག་ལྷ་དང་ཀླུ་དང་རྒྱལ་པོ་བསྟན་དུ་འཐུང་ཆོས་དང་ཡང་ཡོད་མ་རེད་དེ་ནི་བྱང་ཆུབ་སེམས་དཔའ་ཡང་ཡོད་རེད་སོ། བྱང་ཆུབ་སེམས་དཔའ་ཡོད་བ་དེ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་སེམས་བསྐྱེད་པའི་སྐབས་ལ་འགྲོ་བ་རིས་དྲུག་གི་དེ་བྱང་ཆུབ་སེམས་སྐྱེ་བ་གསུངས་འདུག་བ་སོ།
དཔེར་ན་ཨ་ནི་དགེ་བའི་བཤེས་གཉེན་ཆོས་གསུང་ཉིན་ཅིག་ཁོ་རང་གི་སྐུ་རླུང་དེ་ལ་ད་སྔ་ཅིག་གཏམ་སྙན་གྲགས་སྐད་གྲགས་བྱུང་ན་ང་ལ་འབུལ་བ་ཡག་པོ་རག་ན་དེ་འདྲའི་ཅིག་སྐུ་རླུང་ཁྱེད་ནི་མ་ཤེས་ཆོས་ཟབ་པོ་ག་ཚོད་ཤེས་བ་ཡིན་ན་དེ་འདྲའི་བཤེས་གཉེན་ཁོ་རང་ད་གདུལ་བྱ་བ་རེད།
ཆོས་སྐུ་ལུང་ཁོ་རང་སྐུ་ལུང་ནས་སྐྱོན་ཞུ་སར་བ། སྐུ་ལུང་ནས་སྐྱོན་ཞུ་སར་བ། ད་དེ་འདྲའི་མ་ཡིན་པར་དངོས་གནས་ཏྲ་ནེར་ཅིག་བྱང་ཆུབ་སེམས་དང་དེ་ཚེ་ཚིམ་པའི་སྒོ་ནས་མི་ལ་ཕན་སེམས་སྐུ་ནས་བླངས་ནས་སུ་གསོལ་བ་ཡིན་ན། དངོས་གནས་ད་ཁོ་སེམས་ཅན་ཁོ་རང། ཆོས་ཁོ་རང་ཐེག་པ་ཆེན་པོའི་ཆོས་ཡིན་པར་མ་ཟད། ཨ་ནི་མ། ཆོས་ལམ་ཡན་དེ་ཡང་ཨ་ནི་ཐེག་པ་ཆེན་པོའི་གང་ཟག་ཆུབ་ཚུལ་བར་འགྲོ་དགོས་རེད།
ད་འདི་ནས་ཀྱི།
བཅོ་བརྒྱད་པ་སྐྱིད་པའི། སྐྱིད་པའི་ཡན་ལག་ཏུ་འདུག་མོད་ཚོད། ད་འདི་ང་ཚོ་ཉེན་ཁ་ཞེ་དྲག་ཡོད་རེད། ཨ་ནི་དེང་སང་ང་རང་ཚོ་ཀྱི། ནང་ལ་ཨ་ནི། རྟ་ལག་འཕྲུལ་ངན་དང་དེ་འདྲའི་མང་པོ་ཅི་ཉག་གོ་རེད། སོ་སོ་སྐྱིད་པོ། སོ་སོ་སྐྱིད་པོ། རང་རེ་ཕུན་ཚོགས་ཡན་ལག་ཆུ་ཕ་རུ་ལ་ཨ་ནི། མི་འདོད་པ་དེ་འདྲའི་མི་འདོད་པའི་ཨ་ནི་སྡུག་སྒུག་བསྡད་པ། མི་ལ་ཐུབ་ཚོད་བཏང་ཡ་སོ་སོ། སྐྱིད་པོ་ཡོང་ཡའི་རྒྱུ་མཚན་བྱས་ནས། ཨ་ནི་ཕ་ཕྱོགས་ལ་ཅིག་སྡུག་པོ་བཏང་ཡ། ཁོ་ལ་སྡུག་པོ་བྱུང་ན་བསམ་ནས་སྒུག་བསྡད། འདི་ནི་ཡོང་གི་འདུག་དཔེར་ན་ཚོང་ཁང་གཉིས་ཡོད་བ་ཡིན་ན། ཚོང་ཁང་གཉིས་ཆ་ལ་ཡོད་བ་བྱེད། གཅིག་དེ་ནས་མི་མང་པོ་ལྕགས་ལ་ཉོ་ག་བྱེད། ད་གཅིག་དེ་ནའང་མ་འགྲོ། ཁོ་དེ་མགྱོགས་པོ་ཤི་ནའང་བསམ་ནས་ཁོས་ཤི་སོང་ན་ང་ཚོ་ལ་ལྕགས་ལ་ཉོ་ཉོ་མང་པོ་ལེགས། དེ་འདྲའི་གི་དྲན་བསྡད་འདུག་ད་དེ་འདྲའི་དེ་ཨ་ནི་སྐྱིད་པའི་ཚུལ་དུ་སྡུག་སྒུག་པར་རོ། སྐྱིད་པའི་ཚུལ་དུ་སྡུག་སྒུག་པ་ཁོ། འོ་དེ་འདྲའི་གི་བསམ་བློ་རྩ་བ་བརྐྱང་རྒྱུ་མ་རེད། འདི་བཏང་བ་ཡིན་ན་ཨ་ནི་སོ་སོའི་རྒྱུད་ཀྱི། གཞན་གཅེས་འཛིན། གཞན་གཅེས་འཛིན། ཉམས་འགྲོ་གི་རེད་གཞན་ཅི་འཛིན་སྙམ་ན་བྱང་ཆུབ་སེམས་སྐྱེ་བའི་ཨ་ནི་རྩ་བ་ཁོ་ན་བདེ་གི་མ་རེད་ཟེར་བ། ད་དེང་སང་སོ་སོ་རྒྱལ་ཁབ་སྐྱེ་རྒུ་བྱུང་ན་བསམ་ན་ཨ་ནི་རྒྱལ་ཁབ་གཞན་མིན་ལ་བ་སྡུག་པོ་དང་དམག་རྒྱབ་ད་འདུ་ཚོགས་གང་གི་སྐྱིད་པའི་ཚུལ་དུ་སྡུག་བརྩེ་གོ་གང་ཟེར་རོ་ད་བཀའ་རྙིང་ག་ཚོད་བྲི་གི་འདུག་ད་འདི་ནས་གི་བསླབ་བྱ་བློ་སྦྱོང་གི་བསླབ་བྱ་བསླབ་བྱ་བཅོ་བརྒྱད་ཟེར་བསླབ་བྱ་ཟེར་ཉིན་དེ་ཨ་ནི་ད་ལྟ་འདི་གི་ཆེས་དགའ་བའི་དགེ་ཕྲུག་སྲས་བྱང་ཆུབ་རྒྱལ་མཚན་ཡིན་པ་ཡོད་དོ། ཁོང་གིས་ག་རེ་གསུངས་ཞེས་ན། བློ་སྦྱོང་གི་ཉམས་ལེན་བྱེད་པར་བསླབ་བྱ་ཡག་པོ་བཅོ་བརྒྱད་ཡག་པོ་སྲུང་བ་ཡིན་ན། ཨ་ནི་བློ་སྦྱོང་གི་མ་ཉམས་པ་དང་ཡང་བློ་སྦྱོང་གོང་ནས་གོང་དུ་འཕེལ་ཡག་གི་ཁྱད་པར་ཡོད་རེད་གསུངས་ཞེས་ཟེར་བ། ད་འདི་ནས་ཀྱི་རྣལ་འབྱོར་ཐམས་ཅད་གཅིག་གིས་བྱ། རྣལ་འབྱོར་སེམས་ཀྱི་རྣལ་འབྱོར་པ་ཟིན་ངེས་ཏེ། ཨ་ནི་བློ་སྦྱོང་ཉམས་ལེན་བྱེད་ངེས་ཏེ་ཅེས་རྣལ་འབྱོར་ཟིན་ངེས་ད་ལྟ་ཉམས་ལེན་ལ། ད་ང་འདོམས་རྒྱུ་རྣལ་འབྱོར་ལ། ཅེསངག་གི་སྐོར་ནས་བཤུང་བ། ཨ་ནི་གཅིག་ལྡང་བའི་རྣལ་འབྱོར། ཨ་ནི་དེ་ནས་ཀྱི་འཕྲོས་བསྐྱབ་པའི་རྣལ་འབྱོར་ཟ་བའི་མཐུ་ཉིད་ནི་ད་ལྟ་རྣལ་འབྱོར་མང་པོ་འབྱོར་རེ་སོ། རྣལ་འབྱོར་དགག་བ་ཐམས་ཅད་གཅིག་ད་མ་འགྱུར་ནའང་སེམས་ཅན་ཐམས་ཅད་ཀྱི་དོན་དུ་བྱ་བ་བྱ་བ་ཤེས་བྱེད་རེ། ཡིད་ནི་རྣལ་འབྱོར་ཐམས་ཅད་གཅིག་གི་བྱ། གང་འདྲས་ཀྱི་རྣལ་འབྱོར་བྱ་བ་ཐ་དད་པོ་དགེ་བའི་བྱ་བ་ག་རེ་བསྒྲུབ་ན་ཡང། ཨ་ནི་གཞན། བཅས་པར་འཛིན་པ་དང་བྱང་ཆུབ་སེམས་ཁོ་ན་སྐྱེ་བའི་ཡན་ལག་ཏུ་འགྲོ་དགོས་པ་རེད། ད་དོན་དག་མདོ་དོན་དུ་གསུངས་བྱ་ན། དེ་ནས་ལོག་གནོན་ཐམས་ཅད་གཅིག་གིས་བྱ། ལོག་གནོན་ཟིན་གྱི་སང་ཉིན་སོ་སོ་ལ་བློ་སྦྱོང་དེ་འདྲའི་སྒོམ་པའི་སྐབས་ལ། མིག་གིས་ཅིག་མི་དགའ་ཡོང་ཡ། མིག་མ་ཡིན་གྱི་གནོད་ཡ། སོ་སོ་ཡན་ཅིག་རྣམ་རྟོག་དབང་གིས་ཉོན་མོངས་འདུ་འཛི་ཆེ་རུ་འགྲོ་ཡ། དེ་འདྲའི་གེགས་དེ་དག་གོ་ཆོད་ཕྱིན་ཡིད་ལ་འགེང་བ་བར་ཆད་ཡོང་དགོས་རོ། འོ་དེ་འདྲ་སྨྱོན་པ་སེམས་ཁོ་ཚོ་ལ་ཁ་བརྡས་བཅག་ནས་ཨ་ནི་གཞན་བྱང་ཆུབ་སེམས། བློ་སྦྱོང་གི་ཉམས་ལེན་བྱས་བ་བྱང་ཆུབ་ཀྱི་སེམས་བསྒོམ་ཡ། ཨ་ནི་དེ། མི་མ་ཡིན་གྱི་གནོད་པ་བྱུང་བ་ཡིན་ན་ཨ་ནི་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཡ། འོ་དེ་འདྲའི་གེགས་དགོངས་པ་བཞེས་དགོས་རེད་ཟེར་བ། ད་འདི་ནས་ཀྱི་གསུམ་པ་འདི་ལ་ཐོག་མཐའ་གཉིས་ལ་བྱ་བ་གཉིས། ད་ལས་ཀ་ག་རེ་བྱས་ཀྱང་བློ་སྦྱོང་ཉམས་ལེན་བྱེད་པ་ལ་ཨ་ན་ཐོག་མ་ཀུན་སློང། གཉིས་པ་དངོས་གཞི་གསུམ་པ་འཇུག་བྱུང་དུ་བ། དངོས་གཞི་ཡག་པོ་བྱུང་དང་མ་བྱུང་དེ་ཨ་ནི་ཀུན་སློང་ཐོག་མ་ཀུན་སློང་དང་ཨ་ན་ཐ་མ་སྨོན་ལམ་གཉིས་ལ་བསྔོ་བ་གཉིས་རག་ལས་དུ་བ། ད་ཐོག་མ་ཐོག་མཐའ་གཉིས་ལ་བྱ་བ་གཉིས་ཟེར་དུས་ག་ལ་ཨ་ནི་ཐོག་མ་ཀུན་སློང་ཁེལ་བའི་སྡང་བའི་སྐབས་ལ་ཞོ་ཁའི་ལང་བ་དང་ཨ་ནི་གཅིག་བློ་སྦྱོང་གི་ཉམས་ལེན་བྱེད། དུས་དེ་ནས་བཟུང་ནས་སངས་རྒྱས་མ་ཐོབ་བར་དུ་དེ་འབྲེལ་གྱི་བློ་སྦྱོང་ཉམས་རེ་སངས་རྒྱས་གོ་འཕང་ཐོབ་ན་བསམ་ལ་བྱས། ཨ་ནི་གཅིག་ཐ་མར་འགྲོ་བ་སྨོན་ལམ་བསྐྱལ་བའི་ཉལ་ཁ་ལ་ག་ལ་སྨོན་ལམ་བསྐྱལ་བའི་སྐབས་ལ་ཡང། ཨ་ནི་ང་ད་དེ་རིང་དངོས་གནས་ཐུགས་ན་ཤི་མ་སོང་མ་འོངས་པ་ལ་དེ་འདྲའི་བདེན་ལྡན་གྱི་བློ་སྦྱོང་ཉམས་ལེན་བྱེད་ཡ། བླ་མ་དང་མཇལ་ཡ་དགེ་བའི་བཤེས་གཉེན་འོ་དེ་འབྲེལ་གྱི་སྨོན་ལམ་བསྐྱལ་ཡ་དེ་རེད་བསམ་ནམ་ཉུག་བརྒྱག་དེ་གཅིག་པ་རེད།
ད་དེ་ནས། གཉིས་པ། གང་བྱུང་བཟོད་པར་དཀའ། ལུས་སེམས་གཉིས་བརྟེན་པའི་བདེ་སྡུག་གང་བྱུང་ཡིན་ནའི་རྐྱེན་ངན་ལམ་རྒྱུད་ཀྱི་སྐབས་སུ་བཤད་པ་ལྟར་ད་འདི་རེད། ང་རང་ཚོ་གཅིག་བློ་སྦྱོང་ཉམས་ལེན་བྱེད་ཉེས་ཅིག་ལ། སྐྱིད་ནི་འདའ། སྡུག་ནི་འདའ། ད་ང་སྡུག་པོ་བྱུང་སོང་བསམ་ནས་བློ་སྦྱོང་གི་ཉམས་ལེན་མ་བྱས་པར་མ་ཤོར་བར་བྱེད། ད་ང་སྐྱིད་པོ་བྱུང་སོང་བསམ་ནས་དགའ་སྣང་སྐྱེས་ནས་ཡང་བློ་སྦྱོང་གི་ཉམས་ལེན་དང་མ་ཤོར་བར་བྱེད། སྐྱིད་ནས་སྡུག་ནས་བློ་སྦྱོང་གི་ཉམས་ལེན་དུ་མུ་མཐུད་ནས་རྒྱུན་མཐུད་ནས་གནང་དགོས། ཡང་རྐྱེན་ངན་བྱུང་ན་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ནས་བློ་སྦྱོང་གི་ཉམས་ལེན་གནང་བས་འདི་རེད་ཟེར་བ། བདག་འདི་ནས་ཀྱི། གཉིས་པོ་སྲོག་དེ་འདོད་དེ་གསུངས། གཉིས་པོ་སེམས་ཉིད་དེ། སོ་སོ་གི་རྒྱུད་ལ་སྔར་སྔགས་ཀྱི་སྡོམ་པ་ཞུ་ཉིན་སྔགས་ཀྱི་སྡོམ་པ། བྱང་ཆུབ་སེམས་དཔའི་སྡོམ་པ། དགེ་བསྙེན་བསྒྲུབ་ཉིན་དགེ་བསྙེན་གྱི་སྡོམ་པའོ། འདུ་འཛོ་དེ་ཨ་ནི་ཅིའི་ཕྱིར། ཨཱ་ནི་བྱེ་བྲག་ཏུ་ཨཱ་ནི་བློ་སྦྱོང་གི་དོན་ཏེ་དམ་ཚིག་བཅོ་བརྒྱད་གསུངས་སོ། འོག་འདུ་འཛོ་ག་འགག་བློ་སྦྱོང་གི་ཉམས་ལེན་རེད་བ། ཨཱ་ནི་དཔེ་བྱེད་ཚེ་ཚོགས་ཡོད་བར་དུ་འདུ་འཛོ་གསུང་གི་ཡིན་བསམ་ནས་སྲོག་དང་བསྡོས་ཏེ་གསུངས། ཨཱ་ནི་ཁྱོད་རང་འདི་གསུང་གི་ཡིན་ཅིག་སྡོམ་པ་འདུ་འཛོ་གསུང་གི་ཡིན་པས་ཁྱོད་རང་ཤེས་ཀྱི་མེད་ན་ང་ཤེས་ཀྱི་སྡོམ་པ་གསུང་བ་དང་སྡོམ་པ་གསུང་ཡང་འདམ་ཡའོ་དེ་འདྲའི་དེ་ལ་སྲོག་དང་བསྡོས་ཏེ་གསུངས། བདག་འདི་ནས་དྲུག་པ་འདི་ལ་དཀའ་བ་གསུམ་ལ་བསླབ་པར་བྱ། དཀའ་བ་གསུམ་ལ་བསླབ་པར་བྱས་ན་ང་རང་དང་རྒྱུད་ལ་ཉོན་མོངས་མང་པོ་ཞིག་སྐྱེ་དགོས་ཡོད་རེད། ཡིན་ནས་ཉོན་མོངས་དེ་ངོས་འཛིན་ཐུབ་ངོ་མ་རེད་སོ། དང་པོ་ཉོན་མོངས་གཉེན་པོ་དྲན་དཀའ་བ། ཉོན་མོངས་སྐྱེས་ན་ཡང་ཉོན་མོངས་ངོས་འཛིན་མ་ཐུབ་ན། ཨ་ནི་ཉོན་མོངས་འདས་ཀྱི་གཉེན་པོ་དྲན་དཀའ་བ། དྲན་ན་ཡང། ཨ་ན་བར་དོ་འདི་འདྲའི་ཉོན་མོངས་འདི་བཟློ་ཡ་བྱེད་དུ་ནུས་པ་མེད་པ། ཨ་ནི་ཟློག་དཀའ་བ་ཅི། ཨ་ནི་ཐ་མར་འདི་འདྲའི་གནས་སྐབས་ནས་ཀྱང་ང་ཚོ་ཞོ་ཁའི་འདོད་ཆགས་ཁོང་ཁྲོ་སྐྱེ་བ་ན་ཉིན་གུང་རྒྱབ་ནས་ཁོ་མ་སྐྱེ་བ་དེ་ནི་ཆགས་ཀྱི་ཟློག་འདི་ནི་གནས་སྐབས་ཟློག་པ་མ་གཏོགས་ཀྱི་ཁོ་རྒྱུན་གཅོད་ནས་ཟློག་པ་གས་མ་རོ་ཟེར་བ་དེ་དངོས་གནས་བྱས་ན་ཨ་ནི་ཐ་མར་རྒྱུན་གཅོད་ནས་ཟློག་གོ་དེ་འདྲས་གསུངས་པའི་དཔེ་དཀའ་ལས་ཁག་པོ་རེད། དེ་འདྲས་ཡིན་བ་ཡིན་ཙང་ད་ང་རང་ཚོ་བློ་སྦྱོང་ཉམས་ལེན་བྱེད་ཉེན་ཡིན་ན་ཨ་ནི་འདི་གསུམ་ལ་དཔེ་ཉོན་མོངས་ལ་གཉེན་པོ་བསྟེན་ནས་ཨ་ནི། ཉོན་མོངས་འདི་ཡང་ནི་ཡིན་ཏེ་དྲན་ནས་ཨ་ནི་འདོར་ཐབས་འདི་འདི་རྒྱུན་མཐུད་ནི་པ་འདོར་ཐབས་བྱས་ལ་ཨ་ནི་སྒོམ་པ་ཞེས་བསྒོ་རེད་ཟེར་བ་བློ་སྦྱོང་ཉམས་ལེན་བདག་འདི་ནི་རྒྱུད་གསོལ་བའི་རྣམ་པ་གསུམ་འདི་དཔེ་གནད་འགག་རེད་ཟེར་བ་རྒྱུད་གསོལ་བའི་རྣམ་པ་གསུམ་ཟེར་དུས་ང་རང་ཚོ་ད་ཅིག་ནམ་མཁའ་གསང་ཡོད་ཆོས་བྱེད་ཉིན་ཡིན་ན་ཆོས་བྱེད་འདོད་ཡོད་རེད་ཆོས་བྱེད་ན་དོགས་པ་མང་པོ་ཅིག་དྲི་བ་དྲིས་ཡ་ཨ་ནི་གསུང་འདི་ཆོས་ཆོས་མང་ངོ་སྤྲད་ཉིན་ཅིག་གོ་རོགས་ཨ་ཨ་ནི་དགེ་བའི་བཤེས་གཉེན་བསྟེན་གོ་རོགས་ཨ་དེ་འདྲའི་ཡེ་བ་ཡིན་ཟ་ཨ་ནི་རྒྱུད་གསོལ་བ་དང་པོ་མ་བློ་སྦྱོང་ཉམས་ལེན་བྱེད་པ་རྒྱུ་དངོས་ལ་འགྲོ་དགོས་ཏེ། ཨ་ནི་ཅིག་དགེ་བའི་བཤེས་གཉེན་ཚིག་ཉིད་ལས་བདེན་པ་བསྟན་དགོས་ཡ་ཅིག་བྱས། ཨ་ནི་དེ་ནས་ཀྱི་རང་གི་སེམས་ལས་སུ་རུང་བ། སེམས་ལས་སུ་རུང་བ་ད་དེ་ན་བསྡུ་བ་སེམས་ལས་སུ་རུང་ཨ་ནི་ཅིག་ཐོས་བསམ་སྒོམ་གསུམ་གྱི་དྲན་པ་ཤེས་རབ་བརྩོན་འགྲུས་བྱས་རང་གི་སེམས་དེ་ལས་སུ་རུང་བ། ཨ་ནི་གཉིས་པ་དེ་ལ་ཅིག་བློ་སྦྱོང་གི་ཉམས་ལེན་བྱས་བ་ལ་ཨ་ནི་མཐུན་རྐྱེན་ཚང་བ་དེ་འདྲའི་འགོག་དུ་བ། ད་སྐབས་འདིར་མཐུན་རྐྱེན་མཐུན་རྐྱེན་ཟེར་ཉིན་དེ་ཅིག་དང་མཐུན་རྐྱེན་ཡག་ག་དེ་འདི་གོ་རེད། མཐུན་རྐྱེན། ད་འགལ་རྐྱེན་གང་གི་སྐབས་འདིར་བློ་སྦྱོང་ཉམས་ལེན་བྱེད་པའི་སྐབས་ལ་ཨ་ནི་མཐུན་རྐྱེན། ཁྱེད་བཤད་བཞིན་གོ་གོ་རེད་ཟེར་བ། དཔེར་ན། རྐྱེན་ངན་ལམ་དུ་སྐྱུར་ཡ། ཞེས་མེད་འདི་སྒྲ་སྐད་མ་རེད་བློ་སྦྱོང་སྐབས་སུ་ཨ་ནི་སྤྱི་བཏང་གི་འགལ་རྐྱེན་གང་གི་སོ་སོར་བློ་སྦྱོང་ཉམས་ལེན་བྱེད་པ་ཡིན་ཡིན་བ་ཡིན་ཙང་ཨ་ནི་འགལ་རྐྱེན་གང་གི་མཐུན་རྐྱེན་དུ་ན་ན་ཚ་མིག་གི་གནོད་པ་བཏང་ཡ་མི་མ་ཡིན་གྱི་གནོད་པ་གང་གི་དེ་འདྲའི་གི་ཅིག་མ་སྐྱེས་པ་སྡུག་གང་གི་ཅིག་དང་དུ་བླངས་ནས་དང་དུ་བླངས་ནས་ཨ་ནི་མཐུན་རྐྱེན་འདི་ཁྱེད་བཤད་བཞིན་གོ་གོ་རེད་ཟེར་བ། དཔེར་ན་དགེ་བའི་བཤེས་གཉེན་སྟོན་པ་ཡི་བླ་མ་སྟོན་པ་ཡིན་ན། ཁ་ཚ་དགེ་བཤེས་ཆེ་དགའ་བས་དགེ་བཤེས་ཤར་བ་ཙལ་ལ་མ་གསུང་ཆོས་ཕེབས་དུས་སྒང་ལ་ཟླ་བ་མང་པོ་འདུག་ཞུ་བ་མ་འདུག་ཅེས་དགེ་བའི་བཤེས་གཉེན་སྟོན་མ་སོང་ཨང་དཔྱད་པ་བྱས་ནས། ད་དུང་སོང་ངོ་ནའི་གྲ་ནས་ཅིག། ཉམས་མྱོང་དང་ལྡན་པའི་སྒོ་ནས་གནང་གོ་རོགས། ནི་ང་རང་ཚོ་དང་དགེ་བའི་བཤེས་གཉེན་དཔལ་ནཱ་གི་ལུགས་པའི་བླ་མ་གཅིག་ལ་རྩ་བ་འགྲོ་ཡིན་ན་ཨ་ནི་དྲི་བ་བཏང་དང་ཨ་ནི་ང་ཚོ་དང་སྤྱི་ཚོགས་ནང་ལ་སྙིང་མ་བཀའ་རྒྱུད་ས་སྐྱ་ཨ་ནི་ཆོས་དེ་ག་རེ་བྱས་ན་ཡག་གི་རེད་བས་དགེ་ལུགས་པའི་བླ་མ་གཅིག་སྐད་དྲིས་ཏེ་དགེ་ལུགས་པའི་ཆོས་བྱེད་སྐོར་དང་དགེ་ལུགས་པའི་ཆོས་བྱས་ན་དཔེ་མི་སྲིད་ཡག་པོ་ཡོད་རེད་ཅེས་རྒྱུ་མཚན་མང་པོ་ཞིག་དྲངས་བ་ཡིན་ན་ད་ལྟའི་བརྟེན་བླ་མ་དེ་ཏག་ཏག་བསྡད་ཡོད་མ་རེད་བཟོ་བ་ཆོས་ག་རེ་བྱས་ནས་འཁྱོལ་བ་ཡོད་མ་རེད་སོ་སོ་དགོངས་པ་བཞེས་རྒྱུ་རེད། འདི་འདྲའི་སྐོར་གྱི་བསམ་བློ་བཏང་བ་ཡིན་ན། དེ་འདྲའི་སྤྱི་ཚོགས་ཡོད་སྤྱི་ཚོགས་ནང་འདི་འདྲ་ཡོང་འདུག་ཟེར། ཨ་ནི་ཅིག་དགེ་ལུགས་པའི་ཆོས་བྱས་ན་མགྱོགས་པོ་སངས་རྒྱས་ཀྱི་རེད། རྙིང་མ་ཅིག་རྙིང་མའི་ཆོས་ནང་མགྱོགས་པོ་སངས་དེ་འདྲའི་སྤྱི་ཚོགས་ནང་ལ་ད་ལྟའི་དེ་ཡོང་བསྡད་གི་འདུག་ཟེར་ཐེངས་རེ་ངས་མ་ཡོང་གི་རོགས་དེ་འདྲའི། འོ་ད་དེ་འདྲའི་གི་བཤེས་གཉེན་བྱུང་བ་ཡིན་ན་དེ་བླ་མ་དེ་ད་སོ་སོ། འཛེམ་དགོས་ཀྱི་རེད། ཁྱོད་ཅི་ནས་ཀྱིས་དེ་འདྲའི་དྲི་བའི་སྐབས་འདིར་བླ་མ་དེ་ཅིག་ཚོགས་རྣམས་མ་སོང་ན་གསུང་ཆོས་ནང་བའི་ངག་ལ་འདི་རྒྱུ་ཅག་ལ་འདི་དགོས་འདི་དགོས་ངག་ཕྱི་རྒྱལ་ལ་ཐ་ཡོང་ཡག་གི་ཁྱོད་ཚོ་རེ་བ་ཆེ་འདི་འདྲའི་ཆེ་བ་ན་དེ་ཚོའི་ཡང་དགོངས་པ་བཞེས་དགོས་ཡག་ཅིག་རེད་དུ་སུ་པས་གསབ་གསབ་གནང་དགོས་ཀྱི་གལ་ཆེན་པོ་རེད་སོ། འོན་ཏེ།
ད་འདི་ནས་ཀྱིས། ག་བ་ལེགས་སོ་ད་དེ་ནས་ཀྱི་དགེ་བཤེས་སུ་ཉམས་པ་མེད་པར་རྣམ་པ་གསུམ་ད་དགེ་བའི་བཤེས་གཉེན་ད་ལྟའི་དགེ་བའི་བཤེས་གཉེན་ཚིག་གཉིས་ཚང་བ་བསྟན་སོ་སོ་སེམས་ལས་སུ་རུང་བར་བྱེད། སེམས་ལས་སུ་རུང་བར་བྱེད་ཨ་ནེ་ཀི་ནས་ཆོས་བྱེད་ཡག་གི་བློ་སྦྱོང་བྱེད་ཡག་མཐུན་རྐྱེན་ཚང་བསྲུངས་ན། ད་བླ་མ་བསྟེན་ཚར་བ། བླ་མ་བསྟེན་བསམ་ན་ད་བླ་མ་ལ་མོས་གུས་བྱེད་དགོངས་མ་དོ་ཅི་ཡང་བླ་མ་བསྟེན་ཟེར་ནས་ང་ལ་འདི་བྱེད་སྐྱོན་ཡོད་རེད་ད་དེ་ཉམས་པ་རྣམ་པ་གསུམ། ལེགས་སོ་ད་དེ་བསྐུར་ན་དེ་ཉམས་པ་རྣམ་པ་གསུམ་དུ་ག་བ་འདུག། ཉམས་པ་རྣམ་པ་གསུམ་གྱིས་ཞེས་སོགས་འདུལ་བ། འོ་དེས་ཉམས་པ་མེད་པ་རྣམ་པ་ཟད་ཞེས་པ་ནི་བླ་མ་ལ་དད་གུས་མ་ཉམས་པ་དང་བླ་མ་རྟེན་གསར་བ། བླ་མ་ལ་དད་གུས་མ་བླ་མ་ལ་དད་པ་བྱེད། དད་གུས་བྱེད། ཨ་ནི། སོ་སོར་བསླབ་པ་ལ་བག་ཡོད། སོ་སོར་སྐྱེད་བྱེད་གདོང་པ་གདོན་ཟོར་ལ་བའི་ཚུལ་བཞིན་དུ་བསྲུང་ཡ། ཨ་ནི་བློ་སྦྱོང་ལ་སྤྲོ་བ། བློ་སྦྱོང་ལ་བློ་སྦྱོང་ཉམས་ལེན་བྱེད་ཡ་ལ་ཨ་ནི་སྤྲོ་བ་དང་ཨ་ནི་ཅེས་བཙུན་གྲོལ་བསམ་ཡ། འདི་འདུག་བ་ད་དེ་འདི་གསུངས་ད་དེ། བླ་མ་ལ་དེ་དགོས་མེད་ན་ཡོན་ཏན་སྐྱེ་བའི་སྒོ་ཡོད་མ་རེད་དེ་རེད་བ་ད་བླ་མ་འདི་བྱིན་རླབས་ཀུན་གྱི་རྩ་བ་རེད་བ། བསླབ་པ་ལ་བག་ཡོད་སྙམ་ན་ཚུལ་ཁྲིམས་རྣམ་པར་དག་པའི་སྐབས་མེད་པའི་ཕྱིར། བསླབ་པ་གསུང་གི་ནང་དུ་ཚུལ་ཁྲིམས་བསླབ་པ་དེ་གལ་ཆེ་ཤོས་ཀྱི་ཚིག་གི་འདུག་བ། ཚུལ་ཁྲིམས་བསླབ་པ་ཡག་པོ་གསུང་བ་ཡིན་ན་ལུས་ངག་གི་ཀུན་སྤྱོད་གང་ག་ཁོས་བཀག་ཐུབ་ཀྱི་འདུག་བ། དཔའ་བོ་ང་བྱས་ན་འདི་འགྲིག་གི་མ་རེད་འདི་བྱས་ན་འགྲིག་གི་མ་རེད་ཟེར་ནས་ལུགས་ལུས་ངག་གི་སྐྱོན་མང་པོ་ཅི་གང་ཡོད་འདུག་ག་ལ་ཁོ་ཚུར་ལུམ་འདི་དཔེ་གལ་ཆེན་མོ་རེད་འདུག་ཨ། ཨ་ནི་བློ་སྦྱོང་དང་སྤྲོ་བ་བློ་སྦྱོང་དང་སྤྲོ་བ་ཉམས་ན་བྱང་ཆུབ་ཀྱི་སེམས་ཀྱི་ཡོན་ཏན་མཐོང་བའི་ཡོན་ཏན་དག་རེད་བློ་སྦྱོང་དང་སྤྲོ་བ་མ་ཉམས་པ་ཆེ་བ་རེད་བློ་སྦྱོང་དང་སྤྲོ་བ་ཉམས་ན་བློ་སྦྱོང་དང་སྤྲོ་བློ་སྦྱོང་དང་སྤྲོ་བ་མ་ཉམས་པ་དགོས་ལ། འོ་དེ་ཅི་ད་འདི་བློ་སྦྱོང་དང་སྤྲོ་བ་ཉམས་ན་བྱང་ཆུབ་བའི་སེམས་དད་བདུད་རྩི་སྐྱེ་ཡག་གི་ཡོད་ཁག་པོ་རོ། དེ་འདྲའི་ཡིན་བ་ཛང་ཨ་ནི་ཉམས་པ་མེད་པར་རྣམ་པ་གསུམ་ནས་ངེས་པར་གསུངས་ཡོད་དཔེ་གལ་ཆེན་པོ་རེད་རོ། བདག་འདི་ནས་ཀྱི་དགུ་པ་འབྲལ་བ་མེད་པར་རྣམ་པ་གསུམ། འབྲལ་བ་མེད་པའི་རྣམ་པ་གསུམ་ཟིན་ཡིན་ཏེ་ང་རང་ཚོ་གི་ལུས་ངག་ཡིད་གསུམ། སྤྱི་དང་ནས་ཨ་ནི་ང་ཚོ་གི་ལུས་ངག་ཡིད་གསུམ་དེ་ཨ་ནི་ཆོས་སུ་བ། ཆོས་སུ་ཆོས་དང་བྲལ་བ། ཆོས་དང། དེ་མ་བྲལ་བ་བྱེད་དགོས་པ་རེད། ལྷག་པར་དུ་བློ་སྦྱོང་གི་ཉམས་ལེན་བྱེད་པའི་སྐབས་ལ། ཨ་ནི་ང་རང་གི་ལུས་དེ་ཡང་ཨ་ནི་བློ་སྦྱོང་གི་ཉམས་ལེན་དང་མ་འབྲེལ་བ། ཨ་ནི་ངག་དེ་ཡང་བློ་སྦྱོང་གི་ཉམས་ལེན་དང་མ་འབྲེལ་བ། ཡིད་དེ་ཡང་བློ་སྦྱོང་གི་ཉམས་ལེན་མ་འབྲེལ་བ། དཔེར་ན་གཏོང་ལེན་སྒོམ་པའི་སྐབས་ལ། གཏོང་ལེན་སྒོམ་པའི་སྐབས་ལ་ང་རང་ཚོ་ལུས་རྣམ་སྣང་གི་ཆོས་བདུན་ལྡན་འདུག་དེ་ལྟོས་སྐབས་ན། ད་ལུས་དེ་ཁོ་བློ་སྦྱོང་གི། ཆོས་དང་མ་འབྲེལ་བ་ཆགས་ཀྱི་འདུག་ཁོ་ཆོས་སུ་གྲུག་འདུག། དེ་གར་ན་ཞིང་གི་བྱམས་པ་དང་སྙིང་རྗེ་སྒོམ་པའི་སྐབས་ན་ཨ་ནི་ཡིད། ཨ་ནི་ངག་ནས་ཀྱི་གཟུངས་སྔགས་ལ་སོགས་པ་གྲངས་དུས་གང་ལ་ཡང་ཨ་ནི་བློ་སྦྱོང་གི་ཉམས་ལེན་འགྲོ་ཀུན་འདུ་བ་སོགས་བརྗོད། བདག་འདི་ནས་ཀྱི་ཡུལ་ལ་ཆོས་མེད་རྟག་ཏུ་སྦྱོང། བདག་ང་རང་ཚོ་ཀུན་ལ་བཀའ་དྲིན་ཆེ་བར་བསྒོམ། ང་རང་ཚོའི་རྒྱུད་ལ་དགེ་རྩ་ག་རེ་རེ་སྐྱེ་བ་ནི་དངོས་གནས་དྲང་ནས་གཞན་སེམས་ཅན་སེམས་ཅན་ལ་སྦྱིན་པ་དང་ནི་དགེ་རྩ་རྒྱ་ཡང་དཀོན་མཆོག་ལ་མཆོད་པ་པོ་ནི་དགེ་རྩ་དེ་འདི་ཡོང་འདུག་ད་ཡུལ་ལ་ཕར་ལ་ཡུལ་གཏོང་ལེན་གོམས་ཉེན་ཅན་ཡིན་ན་ཨ་ནི་ཡུལ་ཕ་རྒན་གྱི་སྡུག་པ་འདི་འདྲ་ཨ་ནི་ཅིག་གཏོང་ལེན་མ་གོམས་པའི་ཅིག་ཡག་གི་ཕྱོགས་ལ་གཏོང་ལེན་གོམས་ཡ་འདི་འདྲས་ཀྱི་རྩ་བ་ཉིད་ནི་ཅིག་ཕྱོགས་རེ་བྱེད་རྒྱུ་མ་རེད་སེམས་ཅན་ཐམས་ཅད་ལ་སེམས་ཕ་རྒན་ཡུལ་འདི་སྡུག་ག་རེ་ཡུལ་ཕ་རྒན་སེམས་ཅན་ཉམ་ཐག་པ་དང་ག་རེ་ཡིན་ནས་ཀྱི་གཏོང་ལེན་ཆ་སྙོམས་གོམས། ཡུལ་ལ་ཕྱོགས་རེ་ལྟ་གོང་མ་དུ་ཅིས་ཨ་ནི་འདི་ལ་ཕྱོགས་རེ་བྱེད་ཆོག་མ་རེད་ཟེར། ད་འདི་ནས་ཀྱི་ཁྱབ་དང་གཏིང་ཕྱོགས་ཀུན་ལ་སྒོམས། བློ་སྦྱོང་དགོན་པའི་སྐབས་ལ་དང་པོ་ང་རང་ཚོ་དགོན་པའི་སྐབས་ལ་ཅིག་ཨ་མ་དགྲ་བོ་ཅིག་མ་དམིགས་པ་སྦྱངས་པའི་སྐབས་ལ་ཨ་མ་དགྲ་བོ་ཅིག་སྒོམས་ནས་སྟོང་ལྷན་སྒོམ་ཡས་འདུག་ད་འདི་འདྲས་སྦྱངས་སོང་ན་ཨ་ནི་སེམས་ཅན་ཐམས་ཅད་པ་དམིགས་པ་བྱས་ནས་ཁྱབ་པར་དན་ཡང་པའི་ཁ་ཙམ་མ་ཡིན་པ་སྙིང་ཁུང་རུས་པས་གཏུགས་ནས་པ་དམིགས་པ་བྱམས་པ་དང་སྙིང་རྗེ་པ་ཅིག། དམིགས་པ་ལ་དམིགས་ནས་གཏོང་ལེན་བསྒོམ་ཡས་ཏེ་ཀུན་ལ་ཁྱབ་པར་སྤྱད་བ་རེད། བདག་བཅུ་གཉིས་པ་བསྐོར་བ་རྣམས་ལ་རྟག་ཏུ་སྦྱང། བསྐོར་བ་རྣམས་ལ་ཟུར་དུ་བཀོད་ནས། ཁ་ཤས་ཀྱིས་འདི་འདྲ་ཡོང་རོགས། ཕ་ལ་ག་ཚོད་ཡག་པོ་བྱིན་ལ་སུ་ལ་སྡུག་པོ་བཏང་ངན་ཁ་ལ་མ་ཉན་ངན། དེ་འདྲའི་རིགས་དང། སོ་སོ་གྱི་ཕ། དགྲ་བོ་དེ་འདྲའི་མིག་སོ་བཀར་ནས་དམིགས་པ་ཁོ་ལ་བསྟན་ནས་གཏོང་ལེན་བསྒོམ་ཡས་དང། ཅེས་བློ་སྦྱོང་ཉམས་ལེན་བྱེད་ཡོང་དུས་བསྐོར་བ་རྣམས་ལ་རྟག་ཏུ་བསྒོམ། ད་འདི་ནི། སྐྱེ་མཐའ་གཞན་ལ་ལྟོས་མི་བྱ། བློ་སྦྱོང་བསྒོམ་པའི་སྐབས་ལ། ཨ་ནི་ཅིག། རྐྱེན་རྫོང་གོ་མ་རེད་སོ། ཅེས་མཚམས་གཉིས་དུ་བསྡེབས་པའི་སྐབས་ལ་ང་ཚོ་འཛམ་བུ་ད་ཅིག། མཆོད་པ་འདྲ་བོ་བཞག་ཨ་ནི་གདན་འདྲ་བོ་བསྐུལ་ད་དེ་འདྲའི་མང་པོ་ཞིག་རྐྱེན་འཛོམ། དེ་འདྲའི་མ་འཛོམ་ན་ཨ་ནི་ང་ཚོ་མཚམས་བསྡད་ཐུབ་བོ་འདིར་ཡོང་འདུག་ཨ། བློ་སྦྱོང་བསྒོམ་པའི་སྐབས་ལ་རྐྱེན་ངན་ག་རེ་བྱུང་ན་ཡང། ནམ་སང་མ་ཅིག་བློ་སྦྱོང་གི་ཉམས་ལེན་བྱས་ནས་མཐུན་རྐྱེན་འཛོམ་ནས་འདྲ་མ་འཛོམ་འདྲ། བློ་སྦྱོང་གི་ཉམས་ལེན། གཏོང་ལེན་ལ་སོགས་པ་འདི་ཚོ་གོམས་ཁོར་མ་གཏོད་ཅིག། ཨ་ནི་མཐུན་རྐྱེན་འཛོམས་འཛོམས་པོར་བསྡད་འདོད་ན་ང་ཚོ་བློ་ལ་ག་ཟེར་འདོད་པ་གང་ཡང་འཁོར་ཡོང་ངོ་མ་རེད་ཟེར་བ། ད་ད་རེས་གཙོ་བོ་ཉམས་སུ་བླེམས། ཚེ་ཚེ་ད་རེས་འདི་དངོས་གནས་དྲ་གནས་ཅིག། མི་ལུས་དོན་དང་ལྡན་པ་ཆོས་བྱས་ཡོད་བ། ཨ་ནི་ཅིག། བླ་མ་དང་མཇལ་ཐེག་པ་ཆེན་པོའི་ཆོས་བདག་འདྲའི་བློ་སྦྱོང་གི་ཉམས་ལེན་བྱས་བ་དེ་འདྲའི་ཅིག་གོ་སྐབས་བྱུང་ཡོད་སྐབས་ལ། ཨ་ནི་དངོས་གནས་དྲ་གནས་བྱང་ཆུབ་སེམས། ཅིག་མ་སྐྱེས་པ་སྐྱེ་བ། སྐྱེ་བ་གོང་དུ་གོང་དུ་འཕེལ་ཡ། དེ་འདྲས་ཀྱིས་དག་ཉམས་ལེན་གནང་དགོས་པ་རེད་བསླབ་དགོས་པ་རེད་ཟེར་བ། དག་དེ་ནས་ཀྱི་མགོ་ལོག་མི་བྱ། གོ་ལོག་མི། གོ་ལོག་མི་བྱ། གོ་ལོག་དེ་ལ་དག་དྲུག་ཡོད་རེད་དག་དྲུག་དེ་དུས་ཚོད་མདའ་མོའི་ནགས། ད་དུང་དག་འདུག་ཚོགས་ཀྱི་མདའ། དཔེར་ན་སེམས་ཅན་ཕ་གི་སྡུག་བསྔལ་བ་ཁྱི་ལ་སོགས་པ་འདི་འདྲ་བས་ཉམས་བསྟབས་པ་སྐམ་པ་ལག་པ་ཕྱེ་རྒྱོ། དེ་འདྲའི་ལ་སྙིང་རྗེ་སྐྱེ་དགོ་བ་ལ་དེ་འདྲའི་ལས་སྙིང་རྗེ་མ་སྐྱེ་ཅེས། མི་ལྤགས་སྐད་ཅིག། མི་ཡིས་ནས་དུག་ལོ་སྐྱོ་བོ་ཟས་སྐྱོ་བོ་ཟ་དེ་ཡིན་དེ་འདྲའི་ཅིག་ལ་སྙིང་རྗེ་སྐྱེ་བ་ན་འདི་སྙིང་རྗེ་འཁོར་ལོ་རེད།
ད་དུ་བཟོ་སྐབས་དཔེ་མཚོན་ཞུ་བ་རེད་ཟེར་བ། ད་དཔེར་ན་བློ་སྦྱོང། བློ་སྦྱོང་སེམས་ཡིན་ཏེ་བཟོ་པའི་སངས་རྒྱས་སེམས་ཅན་ཐམས་ཅད་བློ་སྦྱོང་གིས་ཉམས་ལེན་བྱས་ཏེ་ཨ་ནི་སེམས་ཅན་ཐམས་ཅད་བཟོ་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་བྱ་ན་ཟེར་ནས་བསྡུས་ཏེ་དེ་འདྲས་ང་ཚོའི་རྒྱུད་ལ་འདུན་པ་སྐྱེ་དགོས་བ་ལ་འདིས་མ་སྐྱེ་བའི་ཕྱིར། ཨ་ནི་རང་ཉིད་ཚེ་འདི་ལ་ཅི་སྙིང་པོར་གཏམ་སྙན་གྲགས། དེ་འདྲས་བྱུང་ན་བསམ་ནས་དེ་འདྲས་འདུན་པ་སྐྱེ་བ་ན་ཨ་ནི་འདུན་པ་འཁོར་ལོ་རེད་ཟེར་བ།
འོ། འདི་ལྟར་དམྱལ་སེམས་འཁོར་ལོ། དམྱལ་སེམས་ཟེར་ཉེ་ངོ་ནས་འདིར་སེམས་ཅན་ཐམས་ཅད་ཡ་གའི་བྱང་ཆུབ་དོན་གཉེར་ཡི་བློ། ཨ་ནི་གཞན་དོན་དོན་གཉེར་བློ་ནམ་རྒྱུན་ང་ཚོ་ཞེས་གསུངས་ཡོད། སེམས་ཅན་ཐམས་ཅད་གཟོད་པའི་སངས་རྒྱས་ཀྱི་གོ་འཕང་ལ་ཨ་ནི་དོན་དུ་གཉེར་བའི་སེམས་བསྐྱེད་དགོས་པ་ལ། དེ་འདྲའི་མ་ཡིན་པའི་ཆེད་རང་དང་སྙིང་ཉེ་བའི་གྲོགས་པོ་དང་ཕ་མ་དང་དེ་འདྲའི་དོན་དུ་གཉེར་བའོ། དེ་འདྲ་ལ་ཨ་ནི་གཉེར་བ་འཁོར་ལོ་ཟེར་རོ།
བདག་བདེ་གནས་ཀྱི། ཡི་རང་འཁོར་ལོ་རེད་ཡི་རང་འཁོར་ལོ། དངོས་གནས་དྲན་ནས་སངས་རྒྱས་བཅོམ་ལྡན་འདས་ལ་ང་རང་ཆོས་བྱེད་ན་དེ་འདྲའི་གི་ད་དགེ་རྩ་མང་པོ་ཅིག་ས་གི་རུ་བ། དཔེར་ན་གཞན་གྱི་ཕྱག་མཆོད་པོ་བྱེད་བ་ན་སོ་སོ་དངོས་གནས་བྱེད་ན་དགེ་རྩ་བཞེས་སོ་ཡིན་རུང་དགོངས་སྐོར་བ། དེ་འདྲའི་དེ་ལ་བཞེས་སོ་ཡིན་རུང་མ་བྱེད་བྱེད། ཨ་ནི་བྷ་གའི་སོ་སོ་དམིགས་ལ་མི་སྡུག་པ་མི་ཞིག། སོ་སོ་གི་མ་ག་མ་ག་ཡི་མི་ཅིག་ལ་ཨ་ནི་ཁོ་ཅུང་ཟད་སྐད་ངན་པ་བྱུང་ན་ཨ་ནི་དེ་འདྲས་དེ་ལ་རྗེས་སུ་ཡི་རང་བསྒོམས་ནས་ཨོ་དེ་འདྲས་དེ་ཨ་ནི་རྗེས་སུ་ཡི་རང་གོ་ལོག་རེད་ཟེར་བ། ད་འདི་ནས་ཀྱི་བཟོད་པ་གོ་ལོག། སོ་སོ་གི་ཕ་གའི་ཀྱི་མི་གི་ཚུར་གནོད་ཡོད་འདོད་མཁན་ལ་ཨ་ནི་ཅི་ག་ས་སོ་སོ་ལ་བཟོད་པ་བསྒོམ་ཡོང་ངོ་རུ་ཨོ་དེ་འདྲས་ལ་བཟོད་པ་མ་བསྒོམ་ཆེད་ཨ་ནི་སོ་སོ་གི་དགྲ་གཉེན་གཉེན་སྐྱོང་དེ་འདྲས་ལ་སྡུག་བསྔལ་ཆུང་ཆུང་ཅིག་བྱུང་ན་དེ་འདྲས་ལ་བཟོད་པ་བསྒོམ་ན་ཨ་ནི་བཟོད་པ་གོ་ལོག་ཟེར་བ། ད་དེ་ནས་ཀྱི་རོ་མྱང་གོ་རོ། ང་རང་དུ་ཐེག་པ་ཆེན་པོའི་ཆོས་ཉམས་ལེན་བྱེད་པ་ཡིན་ས་དངོས་གནས་ད་ནས་ཐེག་པ་ཆེན་པོའི་ཆོས་ཅིག་ཉམས་ལེན་བྱེད་དུས་ང་རང་ཚོར་བ་ཅིག་མི་འདྲ་བ་ཅིག་སེམས་སྐྱེ་བ་ཨ་ནི་ཅིག་བྱམས་སྙིང་རྗེ་དེ་དེ་འདྲའི་གི་ཅིག་ཡོང་ཡག་གི་ད་མང་པོ་ཅིག་ང་ཚོ་ཅིག་ཚོར་བ་རོ་མྱང་ཡོང་འདུག་ཨ། འདི་འདྲའི་ཡོང་བ་ལ་དེ་འདྲའི་མ་ཡོང་ཞེས་ཨ་ནེ་གཅིག་ཕ་གི་འདོད་ཆགས་ཀུན་ནས་བསླངས་བས། ཆགས་པས་ཀུན་ནས་བསླངས་བས་ཨ་ནེ། དགྲ་འདུལ་གཉེན་སྐྱོང་སོགས་ཀྱིས་ཨ་ནེ་ཉོ་བར་བྱེད་པ། འོ་དེ་འདི་ལ་ཨ་ནེ་རོ་ཉོ་འཁོར་རོ་ཟེར་བ་རེད།
ད་བསྟི་གནས་ཀྱི་བཅུ་དྲུག་པ་རེས་འཇོག་མི་བྱ་བ། ད་ལྟ་སྐབས་འདིར། བསླབ་བྱ་བསླབ་བྱ་བཅུ་གཉིས་རྩ་གཉིས་ནང་ལ་ཨ་ནི་སྒྲུབ་པའི་བསླབ་བྱ་དགའ་བའི་བསླབ་བྱ་སྒྲུབ་པའི་བསླབ་བྱ་ཟེར་དུས་གང་ལ་བྱེད་བྱེད་ཟེར་ཡིན་རོ། ཨ་ནི་དགའ་བའི་བསླབ་བྱ་ཟེར་ན་མ་བྱེད་མ་བྱེད་ཟེར་ད་དེ་དང་དེ་དེ་གོ་ལོག་མི་བྱ་བ་ཟེར་ན་ཨ་ནི་དགའ་བའི་བསླབ་བྱ་རེད། རེས་འཇོག་མི་བྱ་ཟེར་ན་ཨ་ནི་དགའ་བའི་བསླབ་བྱ་ད་རེས་འཇོག་མི་བྱ་ཟེར་ངེས་ཏེ། བློ་སྦྱོང་ཉམས་ལེན་དེ་ཨ་ནི་མུ་མཐུད་ནས་ཆོས་བརྒྱུད་ནང་གི་སྐྱོང་བློ་མ་རྡོ་རྗེ་ཨ་ནི། ཉི་མ་གཅིག་བློ་སྦྱོང་ཉམས་ལེན་བྱས་ཡང་ཉི་མ་ཁ་ཤས་བཞག་ཡང་ཉི་མ་གཅིག་བློ་སྦྱོང་ཉམས་ལེན་བྱས་ཉི་མ་ཁ་ཤས་བཞག་རེས་འཇོག་དེ་འདྲས་བྱས་ན་ཨ་ནི་བློ་སྦྱོང་གི་ཉམས་ལེན་རྣམ་པར་དག་པ་ཡོང་གི་མ་རེད་ཟེར་བ།
བཅུ་བདུན་པ།
དུས་མཆོད་སུ། དུས་མཆོད་དུ་སྦྱང་ཞེས་པ་ནི་སྔར་གྱི་རྒྱུ་མཚན་ཏེ། མཚམས་རྫོགས་མེད་པར་བདུན་པ་ཐམས་ཅད་འདྲི་བའི་དོན་ནོ། དོལ་ཆོས་ཟིན་ཡིན་ཏེ། ཨ་འོ་ད་བློ་སྦྱོང་གི་ཉམས་ལེན་བྱེད་པ་ཡིན་ན། དེ་འདྲའི་མ་འོངས་པ་ལ་ངས་འགྱོད་ལ་ཅིག་བྱང་ཆུབ་སེམས་བསྐྱེད་ཡ་དེ་འདྲ་ཡོད་ནའང་མེད་ལ། དོགས་པ་དེ་འདྲ་རྩ་བ་ཉིད་ནས་མ་ཟ་བར། མཐའ་གཅིག་ཏུ་བློ་སྦྱོང་གི་ཉམས་ལེན་བྱེད་པ་ཡིན་ན། ཨ་ནི་ཕན་ཐོགས་འདི་ཡོད་རེད་བྱང་ཆུབ་སེམས་བསྐྱེད་ཀྱི་རེད། དེ་འདྲའི་གི་མཐའ་གཅིག་ཏུ། བློ་རྩ་གཅིག་ཏུ་སྦྲེལ་ནས་བྱེད་ཡ་དེ་ལ་ཨ་ནི་དོལ་ཆོས་དོལ་སྦྱོང་བ་ཟེར་གསུང་གི་རེད་ཟེར་བ་འོ་དེ་གནང་དགོས་པ་རེད།
ཨོ་ད་དེ་ནས་བཅོ་བརྒྱད་པ། རྟོག་དཔྱོད་གཉིས་ཀྱིས་ཐར་བར་བྱ། ང་རང་ཚོ་རྒྱུད་ལ་རྟོག་པ་དང་དཔྱོད་པ་རྟོགས་པ་ཟེར་ཉིན་དེ་ཨ་ནི་ཅིག། རྟིང་པ། ཅིག་བློ་དཔེ་ཏེ་སི་རགས་པར་འགྲོ་བ་ཅིག་དཔྱོད་པ་ཟེར་ཉིན་དཔེ་ན་ཅིག་ཞིབ་ཚགས་པར་བརྟག་དཔྱད་བྱེད་ཉིན། ཨོ་དེ་ནས་སོ་སོའི་རྒྱུད་ལ་བློ་སྦྱོང་པ་ཅིག་སོ་སོའི་རྒྱུད་ལ་ཉོན་མོངས་སྐྱེ་གི་འདུག་མི་འདུག་བརྟག་དཔྱད་མ་བྱས་ནས་ཐར་ཨ་ནི་བློ་སྦྱོང་རྣམ་རགས་དག་པ་ཡོང་ཡང་བྱེད་འདུག་ཨ་ནི་ཉོན་མོངས་སྤོང་ཡང་བྱེད་འདུག་ཐར་བར་བྱེད་ཡང་བྱེད་འདུག་ཨ་ནི་རྟོག་དཔྱོད་གཉིས་ཀྱིས་ཐར་བར་བྱ། གཙོ་བོར་འབྲེལ་བའི་སྒོ་གསུམ་ཡུལ་སྤྱོད་པ། སྒོ་གསུམ་ཡུལ་སྤྱོད་པ་ནི་ཀུན་ནས་སློང་བ་གང་འདྲའི་ཆེ་གི་ལྟ་ཅི་བྱས་ཡ་དུ་འཛི་ལྟ་དེ་རྟོག་དཔྱོད་སེང་གེ་འདིར་བ། དེ་ནི་ཡུལ། ཡུལ་ཅེས་མི་བསྒོམ་པ་ལྟ་འདི་སྟེ། རང་རེ་ཡི་གཞན་ལ་ཕན་ཅུང་ཟད་བྱེད་པའི་ཡུལ་གྱིས་ཨ་ནི་ཀུན་ཏུ་ངག་ཏུ་ཡི་དྲངས་པ། ཕར་ཚུར་ལ་ཕན་ཅུང་ཟད་བྱེད་བ་ཅེས་བྱ་བ་ཡིན་ན་ཨ་ནི་ག་དུས་ནས་ངས་ཕན་ཐོགས་ཡིན་ཁྱོད་ལ་ཕན་ཐོགས་ཡོད་ཟེར་དཔེར་ན་ངག་ན་དྲངས་དེ་ཡ་འདི་ལྟར་བློ་སྦྱོང་ཉམས་ལེན་བྱེད་ཡིན་འདི་བྱེད་རྒྱུ་མ་རེད་ཡུལ་ཤེས་ན་ཕར་བྱས་ན། ཀོ་འདི་ལྟར་ང་ལ་ཅིག་ཡུལ་ཤེས་ཡ་གལ་བདེ་ཡོད་མ་རེད།
ད་ཀོ་ལོང་མི་གཏོང། ཀོ་ལོང་སིང་ནམ་རྒྱུན་ང་ཚོ། བླ་མ་རྩ་ཆེན་པོ་འདི་འདྲ་ལ་སྐུ་ལུང་མ་བཤངས་ཀྱང་དེ་ཀོ་ལོང་སིང་ཟེར་དེ་དེ་ག་རང་ཡིན་ཟེར་ཀོ་ལོང་རོ། དཔེར་ན་མི་གཞན་གཅིག་གིས་སོ་སོ་ལ་སྡུག་ཅག་བྱས་པ་ཡིན་ན་ནམ་བཟང་དེ་ལ་ཁོང་ཁྲོ་འདྲ་བ་ཟ་ནས་དེ་འདྲའི་ལས་མ་འདེབས་པ་འོ་དེ་འདྲ་ལ་ཨ་ནི་ཀོ་ལོང་མི་གཏོང་པ། ད་དེ་ནས་ཀྱི། ཡུད་ཙམ། ཡུད་ཙམ་ཡུད་ཙམ་མི་བྱེད་པར་ཞེས་པ་ནི་དེ་བསྒོམ་པའི་སྐབས་ཀྱི་བརྩོན་འགྲུས་བརྩོན་པའི་ཚུལ་བསྟན་པ། དང་པོ་གསང་གནས་ཀྱི་དུས་ཀུན་ཏུ་ཆུ་བོའི་རྒྱུན་བཞིན་བསྟན་པས་བློ་སྦྱོང་གི་ཉམས་ལེན་བྱེད་པའི་སྐབས་ལ་ཡུད་ཙམ་ཐུང་ཙམ་ཐུང་ཙམ་མ་ཡིན་པ་དཔེར་ན་ཆུ་བོའི་རྒྱུན་ནང་བཞིན་འཐུལ་ནས་བློ་སྦྱོང་དགོངས་ལོག་མ་དོར་ཅིག་ཨ་ནི་ཅིག། ཡུད་ཙམ་ཐུང་ཐུང་འདྲ་བོ་འདིར་གོ་ན་ཨ་ནི་སོ་སོ་སྐྱོའི་བློ་སྦྱོང་ཉམས་ལེན་སྐྱེ་ཡ་དང་བྱང་ཆུབ་སེམས་སྐྱེ་ཡ་དེ་ཁག་པོ་རེད་སོ།
ད་འདི་ནས་ཀྱི།
ད་འོ་ཟེར་མི་འདོད་པ་རེད་འདི་གཙང་སྦྲ་རེད་བས།
དེ་ནས་ཨོ་རྩེད་མ་འདོད། ལ།
དེ་ནས་ཨོ་རྩེད་མ་འདོད། ཨོ་རྩེད་མ་འདོད། ལ། ཉི་ཤུ་རྩ་གཉིས་དེ་འགྲོ་བ། ལ་རེད་ཉི་ཤུ་རྩ་གཉིས། ཨོ་རྩེད་མི་འདོད། ཨོ་རྩེད་དེ་འདོད་དེ། ཕན་ཅུང་ཟད་བྱས་པས་དེ་མ་ཐག་རེ་བ་བྱེད་པ་མི་ལ་ཕན་འདོད་པ་མཐོ་བ་ཡིན་ན་སོ་སོ་ལ་ནམ་སང་གི་གཏམ་སྙན་གྲགས་དང་མཐུའི་ཆས་སྐ་རྒྱུན་ཆས་འདི་འདྲའི་སྒྲ་མང་པོ་ནམ་རྒྱུན་ལབ་དགོས་རང་ཟེར་བ།
འདི་འདྲའི་ལ་བསམ་བློ་མ་བཏང་ཞེས་རེ་བ་མ་བྱེད་བྱས། སྐ་རྒྱུན་ཆས་མཐུའི་ཆས་ལབ་ན་འདྲ་མ་ལབ་ན་འདྲ་སོ་སོ་བློ་སྦྱོང་གི་ཉམས་ལེན་བྱས་བ་ཡིན་ན་ག་རེ་བྱས་ནས་བྱས་འདི་འདྲས་ཀྱི་རེ་བ་མ་བྱས་པ་ན་འོ་ཟེར་མི་བྱེད་བ་ཟེར་བ། བདག་འདི་ནས་ཀྱི། བདག་གཉིས་པ་དོན་དམ་བྱང་ཆུབ་སེམས་ཤེས་པ། ཀུན་རྫོབ་བྱང་ཆུབ་ཡི་སེམས་ཚ་བ་བྱེད། གཉིས་པ་དོན་དམ་གྱི་བྱང་ཆུབ་སེམས་ཤེས་བ་སྟེ། ད་ད་ད། གཞན་རིན་པོ་ཆེ་ཞེས་ཨ་ནི་དགེ་བཤེས་ཆེ་བ་ཁོ་རང་ཚོ་གིས་ཨ་ནི་དང་པོ་ཀུན་བཟོད་སེམས་ཀྱིས་ཨ་ནི་དོན་དམ་བྱམས་ཆུབ་སེམས་ཤེས་ཀྱི་རེད་ཁང་བཟང་གོང་ལ་བཞུད་སེམས་པ་འོ་འདིར་དག། བསྟན་པ་སྟོབས་ན་གསང་བ་བསྟན། སེམས་པ་སྟོབས་ན་གསང། བསྟན་པ་སྟོབས་ན་གསང་བ་བསྟན། ཨ་ནི་ཆོས་རྣམས་མིག་ལམ་ལྟ་བུར་བསམ། མ་སྐྱེས་རིག་པའི་ཤེས་ལ་བྱེད། གཉེན་པོ་ཉིད་ཀྱང་ཨ་ནི་རང་སར་གྲོལ། ཐུན་མཚམས་སྒྱུ་མ། ཐུན་མཚམས་སྒྱུ་མའི། ཁ་ཚ། ཐུན་མཚམས་སྒྱུ་མའི་སྐྱེས་བུ་དག། འོ་དེ་ཤ།

རྩ་བའི་རྒྱལ། བྱང་ཆུབ་སེམས་སེམས་ཉིད་དེ། ཅི་དང་གུས་ཅི་ཚིག་ཉིད་དང་གོ་བདེན་དུ། སེམས་ཅན་ཐམས་ཅད་དོན་དུ་གཟོ་བའི་སངས་རྒྱས་གོ་འཕང་ཐོབ་པར་བྱའོ། ལས་སླ་མདོ་ཁོག་ཡོད་རེད་ཟེར་བ། ཡིད་ནི་རྒྱུད་ལ་སྐྱེ་ཁ་ཤོས། གོང་ས་མཆོག་གི་གསུང་དུ་སྐྱབས་མགོན་རིན་པོ་ཆེ་གིས། དེ་དངོས་གནས་རེད་རེད། རང་བློས་བཏང་གི་འདུག། རང་གཅེས་འཛིན་བློས་བཏང་ནས་གཞན་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བྱེད་དགོས་དུ་གཏད། བློས་བཏང་ཁ་བོ་ཡོང་གི་འདུག་ཨང། སྟོང་ཉིད་བསྟོད་པའི་སྟོང་ཉིད་ཟེར་ངེས་ཏེ། ཅེས་དོན་ཕྲག་མདོག་ཁ་བ་མ་གཏོགས་ཀྱི་འཁོར་རྒྱུན་ལ་ཡང་སྐད་ལས་སླ་བོ་ཡོད་རེད། དཔེར་ན་ཉན་རང་དགྲ་བཅོམ་པ་དང་ཉན་ཐོས་འདུ་འཛོ་ལ་ཡང། བྱང་ཆུབ་སེམས་ཟེར་ངེས་ཏེ། ད་སྐྱེ་ཡག་གི་ཐབས་ཁོ་ན་ཡོད་མ་རེད་ཟེར་རོ། ཉན་རང་དགྲ་བཅོམ་པ་ཡིན་པས་སྟོང་ཉིད་བསྟོད་པའི་བློ་དང་སྟོང་ཉིད་རྟོགས་ཀྱི་འདུག་ཟེར་བ་ཇི་ལྟར། ད་དོན་དག་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པ་ལ་ཨ་ནི་བྱང་ཆུབ་སེམས་དང་སྟོང་ཉིད་བསྟོད་པའི་བློ་གཉིས། ཨ་ནི། ཐབས་ཤེས་ཟུང་འབྲེལ་དུ་འགྲོ་དགོས་འདི་རེད་བཟོ། བདག་འདི་ནས་ཀྱི།
ཕྱོགས་རྣམས་མི་ལ་ལྟ་བུར་བསམ། བདག་གཟུང་བའི་ཆོས། ང་རང་ཚོ་ནམ་རྒྱུན། སྟོང་པ་ཉིད་སེམས་དུས་གང་ལ། ཨ་ནི་གཅིག། དགག་བྱ་བདེན་གྲུབ་དང་བགྲང་བ་རང་བཞིན་གྱིས་མ་གྲུབ་པ་ཐོག་མ་ཉིད་ནས་མི་གྲུབ་བསམ་ནས་ཨ་ནི་དགག་བྱ་བདེན་གྲུབ་ཀྱིས་གཅིག། བཀག་པ། ཆོས་ཐམས་ཅད་པད་ཞལ་ནས་རྨི་ལམ་ན་བཞིན་རུ་གདའ། རྨི་ལམ་རྣམས་སུ་ང་རང་གཟུགས་ཅན་རྨི་ལམ་སྐབས་ལ་སྣང་དུ་སྣང་གོ་རེ་སེམས་ཅན་ལ་བསུ་བ་ཡིས་ནས་དོན་དངོས་པོའི་གནས་ཚུལ་ཡོག་མ་རོ། དོན་དག་གནས་ཚུལ་དང་སྣང་ཚུལ་ཨ་ནི་མི་མཐུན་པ། ང་ཡང་སྣང་ཡ་འདི་ལ་ད་འདི་འདའི་ཕ་གས་ང་ཚོ་སྐད་སྒྱུར་དུ་སྣང་འདི་གི་འདུག་དོན་དངོས་པོའི་གནས་ཚུལ་ལ་ཨ་ནི་འདི་སྣང་ལ་ཡོག་རེ་བསུ་ན་ཡོག་མ་རོ། ཆོས་རྣམས་མིག་ལ་ལྟ་བུར་བསམས་སོ། དེ་འདའི་བསམ་པ་བྱེད། དེ་འདའི་གི་བསམ་ཟིན་གྱི་དེ་འདའི་བསམ་པའི་བློ་དེ་ཡང་ཨ་ནུ་ཀོ་རང་བཞིན་གྲུབ་པར་རེ་བས་ཟེར་ན་མ་རེད་ཀོ། མ་སྐྱེས་པ། མ་སྐྱེས་རིག་པའི་ཤེས་ལ་དཔྱད་གསུངས་འདུག་ཁོ་ར་ཤེས་པ། བསམ་པ། བསམ་ཡས་འདི་འདྲའི་ཤེས་པ་དེ་ཡང་ཨ་ནུ་ཀོ་མ་སྐྱེས་པ། མ་འགགས་པ། རང་བཞིན་གྲུབ་པའི་མ་སྐྱེས་པ་རང་བཞིན་དུ་མ་འགགས་པ། རིག་པའི་ཤེས་ལ་དཔྱད། ད་དེ་འདྲས་ཀྱི། དཔྱད་ནས། གཉེན་པོ་ཉིད་ཀྱི་རང་སར་གྲུབ་དེ་འདྲས་དཔྱད་ནས། དེ་འདྲས་ཀྱི། སྟོང་ཉིད་བསྟོད་པའི། བློ། ཅེས་ཉིད་དེ་ཡང་ཁོ་རང་ཡང་དང་པོ་ཉིད་ནས་བདེན་པར་མ་གྲུབ་པ་རང་བཞིན་མ་གྲུབ་པ་རང་སར་གྲོལ་བ་རེད་འོ་དེ་གསུངས་པ་ལས། Yes ཀྱི་རེད། ད་འདི་ནས་ཀྱི། ཁ་ཏ། ལ། འོ་རེད། བདག་གི་ལམ་གྱི་ངོ་བོ་ཀུན་གཞི་ངང་ལ་བཞག། སྟོང་ཉིད་མངོན་སུམ་དུ་རྟོགས་པའི་དོན་དམ་སེམས་བསྐྱེད། དོན་དམ་སེམས་ཀྱི། སྟེང་གི་རྡོ། དོན་དམ་སེམས་ཀྱི། ཀུན་གཞི་ངང་ལ་བཞག་ཟློས་གར་ལ། བདག་སྟོང་ཉིད་མངོན་སུམ་རྟོགས་པའི། བདེན་འཛིན་གཉེན་པོ་ལྟས་ངན། དེ་འདྲའི་བདེན་ཨ་ནི་ཅི། དོན་དམ་བྱང་ཆུབ་སེམས་བྱེད། བདག་དེ་ནས་ཀྱི། ཐུན་ཚང་སྒྱུ་མའི་སྐྱེས་བུ་བསྟན། ཟློས་གར་ལ། ཨ་ནི། བཞི་སྟོབས་སྒྱུ་མ་ལྟ་བུ། ད་འདི་དེ་མཉམ་བཞག་ནམ་མཁའ་ལྟ་བུ་བྱེད། འདི་དེ་ཨ་ནི་བྱེད་རྟོག་སྒྱུ་མ་ལྟ་བུ། དཔེར་ན་ཐུན་མཚམས་ཐུན་ཏེ་སྟོང་པ་ཉིད་ལ་མཉམ་པར་གཞག་པའི་སྐབས་ལ་ཨ་ནི་དཔེར་ནམ་མཁར་ན་ཞིང་སྟོང་ཧང་གི་རྣམ་པ་ཆ་ཡས་ཏེ་ཨ་ནི། མཉམ་བཞག་ནམ་མཁའ་ལྟ་བུ་བྱེད། ད་ཐུན་འདི་མ་གྲོལ་ནས་ཨ་ནི་ཅེས་སྟོང་ཉིད་མ་བསྒོམ་པའི། མ་བསྒོམ་གནས་སྐབས་ལ་ཨ་ནི། བསྒོམ་པ་དཀའ་བ་ལ་སོགས་པ་ག་གང་སྣང་ན་ཡང། ཨ་ནི་ཅེས་གོ་བདེན་པར་གྲུབ་པའི། སྟོང་ཉིད་སྟོང་ན་ཡང་བདེན་པར་གྲུབ་པའི་སྣང་བ་དཔེར་ན་སྐྱིད་པོ་འགྲོ་བ་སྐྱིད་པོ་བདེན་པར་སྒྱུ་མའི་སྒྱུ་མར་བས་དཔེར་ན་སྒྱུ་མ་གི། དེ་ལྗགས་དུ་སྟོན་ཉན་ཏེ་འདི་ག་ནི་སྐྱིད་པོ་འདྲ་མི་འདྲ་ཁོ་ཚོ་སྟེང་གི་དོ་ཨ། ང་ཚོ་སྣང་བ་ལ། ད་ཕ་གི་དེ་མི་དེ་དངོས་གནས་མི་རེད་ཟེར་ན་དེ་འདྲའི་དྲན་གོ་རེད། དོན་ལ་ཁོ་མི་མ་རེད་བ། འོ་དེ་ནས་ཞེ་དོག་སྐབས་སུ་དེ་འདྲའི་སྣང་ཚུལ་དེ་གསུང་གོ་རེད་ཟེར་བ། ད་དེ་ནས་དགེ་བཤེས་ཆེ་དགའ་བས་ཁོ་རང་གི། རང་གི་མོས་པོ། རང་གི་མོས་པ་མ་གཡོས་བརྒྱུད། སྡུག་བསྔལ་བཏང་མིན་ཁྱད་དུ་གསོད། བདག་འཛིན་འདུལ་བའི་གདམས་ངག་འདི། ཤི་ནས་ན་ཡང་མི་འགྱུར་རོ། སློབ་དཔོན་ཨ་ནི་ཆེ་ཁ་བའི་ཁོ་རང་གིས། དག་ཅིག། རང་གི་མོས་པ། དེ་འདྲའི་གི་ཉམས་མྱོང་མང་པོ་བསགས་ནས་རྒྱུད་ཕྱེ་ནས་ཨ་ནི་སྡུག་བསྔལ་ཁྱད་དུ་གསོད་ནས་གཏམ་ངན་བཤད། ཕྱི་ལོགས་ན་གཏམ་ངན་པ་དང་དག་འདི་འདྲའི་སྡུག་བསྔལ་ཅིག་བདག་མེད་པའི་རྐྱེན་ངན་བྱུང་ན་འདི་ཚོ་ཁྱད་དུ་གསོད་ནས་ཁྱད་དུ་གསོད་དགོས་པའི་རྒྱུ་མཚན་ག་རེ་ཟེར་ན།

ད་སོ་སོ་སོ་ཉམས་ལེན་གྱི་དགོངས་པ་ཞེས་བསྒོ་ཡ་སྟེ། བློ་སྦྱོང་དུས་མཐུན་ན་ནི་གི་དག་གཙོ་བོར་འགྲོ་བ་སྟེ། ཨ་ནི་གཏོང་ལེན་བསྒོམ་ཡ། སོ་སོ་ལ་དཀའ་ཉེན་ཅི་ག་རེ་བྱུང་ན་ཡང་འདི་དཀའ་ཉེན་དང་དུ་བླངས་ནས། དཀའ་ཉེན་ལ་དཀའ་ཉེན་བརྩི་བ་མ་བརྩི་བ་བཅས་དང་དུ་བླངས་ནས་བློ་སྦྱོང་གི་ཉམས་ལེན་ཨ་ནི་གཏོང་ལེན་བསྒོམ་ཡ། ཨ་ནི་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཡ། ཨ་ནི་འཆི་ཁ་ཡི་མྱ་ངན་སྟོང་མངའི་འདུ་བ། སྟོང་མངའི་སྒོ་ནས་འཆི་ཁ། འོ་དུ་འཛོམས་པ། ཡང་ན་ཡོད་འདུག་དགོངས་པ་བཞེས་ཐུབ་ན། ཨ་ནི་དཔེ་མི་སྲིད་ཡག་པོ་ཡོད་རེད་ཟེར་བ།
བློ་སྦྱོང་གི་ཉམས་ལེན་ང་ལ་སྐྱེ་ངན་བྱང་ཆུབ་ལམ་དུ་བསྒྱུར་ད་དཔེ་མི་སྲིད་པའི་གལ་ཆེན་མོ་རེད་ང་རང་ཟེར་བ། རྐྱེན་བལྟས་བྱུང་ན་ཡང་ཨ་ནི་སྐད་བརྒྱབ་ནས་སྡུག་སྐད་བརྒྱབ། འདི་འདྲའི་མ་ཡིན་པ་རྐྱེན་དེ་འདྲ་བྱུང་ན་ཡང་ཨ་ནི་དེ་འདྲས་ཀྱི་རྐྱེན་བྱུང་ཡ་དེ་ཡང་ན་ཚ་བྱུང་ན་ཡང་ཨ་ནི་དུ་འཚོ་གང་ག་ཅིག་བློ་སྦྱོང་བློ་སྦྱོང་གི་ཉམས་ལེན་དེ་ཁྱེད་ཞུ་བ། ད་འདི་གི་དེ་འདྲས་ཁྱེད་ཞུ་བ་ཡིན་ན་ཨ་ནི་སོ་སོ་གི་སྐྱེ་བ་སྔ་མའི་བསགས་པའི་ལས་ཀྱི་སྡིག་པ་མང་པོ་ཞིག་དག་འགྲོ་དགོས་རེད་ཟེར་བ་ད་དཔེ་མཚོན་འདོད་ཤོར་ཡིན་རོ། ཨུ། སྟོང་ལས་སྒོམ་པོ་སྒོམ་ལ་དབུགས་འབྱུང་ངོ། དཔེ་མཁས་པ་ཡོར་དྭགས་སོ་སོར་སེམས་མ་སྐྱིད་པ་དང་རྔམ་དྲག་དང། དེ་འདྲའི་སྐབས་ལ་ཁོང་ཁྲོ་ཤུགས་ཆེན་པོ་ཟ་བའི་སྐབས་ལ། ནམ་སང་ཁོང་ཁྲོ་བཅའ་ཡག་གི་ཐབས་ལམ་མཁས་ཡོད་མ་རོགས། ཁོང་ཁྲོ་ཤུགས་ཆེན་པོ་ཟ་དེ་དེ་ག་ད་ཅིག་ནང་སང་ཁྱོ་ག་སྐྱེས་མེད་རེད་སྤུ་གུ་ད་ལྟ་དེ་འདྲའི་ཁོང་ཁྲོ་ཤུགས་ཆེན་པོ་ཟ་བའི་སྐབས་ལ་ཨ་ནི་དབུགས། ཤུགས་ཆེན་མོ་སུ་འཐེན། ཨ་ནི་མ་ཁ་ན་མ་གློད། འདི་འདྲའི་གསུམ་འགྲོ་བོ་ཆེ། ཨ་ནི་ཞི་གནས་ཀྱི་ཅིག་དབུ་བཏགས་ནས་དམིགས་པ་བྱས་ནས་ཉི་ཤུ་རྩ་གཅིག། རྟེན་འབྲེལ་གྱི་ཁོང་ཁྲོ་དང་ནམ་སང་ཁོང་ཁྲོ་ལ་ཁ་བརྡའི་བྱ་ཡ། ཁ་བརྡའི་བྱ་ཡ་གི་ཁོང་ཁྲོ་མ་ཞི་ནས་གཟུགས་པོ་ལྷོད་ལྷོད་བྱ་ཡ་དེ་རྟེན་འབྲེལ་ཡོང་སྐོར་དེ་བླ་མ་མང་པོས་ཀྱི་མན་ངག་གསུང་གི་འདུག་ཨ་ཟེར་ཁྱབ་པ་ཡོད་ས་དེ། རྩ་བའི་གིས་ང་ཚོ་གཏོང་ལེན་གོམ་ཡ་སྐབས་ལ་ཅིག་སོ་སོ་ལ་གནོད་ཀྱིན་ཡོད་ཁོང་ཁྲོ་སྤྲོ་ཉིན་ཏེ་ད་ཐག་རིང་པོ་མི་ངོ་མ་ཤེས་གལ་ཆེ་ཨ་རིའི་སྲིད་ཉེན་དང་དེ་ལས་ཐག་རིང་པོ་ཁེལ་ཡོང་བ་ད་སྡུག་ཤོས་དེ་ལ་ང་རང་ཚོ་ནམ་རྒྱུན་ལས་ཁུངས་ནང་ལས་ལས་ཀ་ལས་ཉེན་ཨ་ནི་ང་ཚོ་སིང་ག་པུར་ཡིན་ན་ཁང་པ་མཐོ་ས་མང་པོ་ཆགས་ལ་ཨ་ནི་ཆེས་གྲོང་པ་གྲོང་པ་བསྡད་ཀྱི་འདུག་འོ་དེ་འདྲའི་གིས་ད་ང་རང་ཚོ་ཞིག་གནོད་སྐྱེལ་ཉེན་དང་དེ་འདྲའི་ཡོང་སྲིད་ཀྱི་རེད་ད་དུས་ཚོད་ཡང་དམིགས། དང་པོ་ནད་ཀྱི་ཆེད་གཏོང་ལྷན་སྒོམ་ཡང་དག་དུ་འཛོ་སྒོམ་པ་ཞེས་བ་མོ་ཐག་རིང་པོ་འབྲེལ་བ་མི་འཇོག་དེ་འདྲ་ང་ཚོར་གནོད་སྐྱེལ་མཁན་མ་རེད་ལ་ང་ཚོ་ག་ཁོ་ཚོར་གཏོང་ལྷན་སྒོམ་ཡག་གི་དམིགས་པ་ལ་ཞེ་དྲག་སླེབས་ཐུག་མར་ཟེར་བ།
ལྷག་པར་དུ། ཨཱ་ནི་ཁྱོ་ག་སྐྱེས་མས་བཟའ་ཟླ་ད་ག་དུས་ཡིན་ནི་མ་བསྡད་གོ་ཡོང་ཙང་གཅིག་གི་ཁོང་ཁྲོ་གཅིག་གི་ཁོང་ཁྲོ་བསྟེན་ན་ཨཱ་ནི་ཉི་མ་གཉིས་སྐྱེལ་ཡོད་མ་རེད། དེ་ལྟར་གཅིག་གི་མར་ཁོང་ཁྲོ་བསྐྲུན་བ་གཅིག་གི་བཟོད་པ་སྒོམ་གཏོང་ལྷན་སྒོམ། བཟོད་པ་སྒོམ།

བསྟན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གཟིགས་དབང་ཏིང་འཛིན་རྒྱབ། ཞབས་པད་སྲིད་སྡེ་བར་དུ་ལྡན་གྱུར་ཅིག། བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་ན་སྐྱེ། སྐྱེ་བ་ཉམས་པ་མེད་པ་ན་གོང་ནས་གོང་དུ་འཕེལ་བར་ཤོག། མཐུ་ཆེ་ན་ལྡན་གྱུར།